དང་པོ་སྐབས་ལྔ་བཅུ་ང་གཅིག་དང་བདུན་གྱི་ནི་དེ་བདུན་གྱི་ཚོགས་མི་ཚོགས་གཙོ་གཙོས་པའི་ཚོགས་མི་ཚང་མ་བཅས་ར་ཨ་ནས་ཚོགས་འདུ་དེ་ལ་མཉམ་ཞུགས་བྱེད་ཉེས་ཀྱི་ད་སློབ་ཐོན་མཐར་སོན་གྱི་སློབ་ཕྲུག་ཚང་མ་ལོ་ལ་ཞོགས་པའི་ཆ་ནས་འཚམས་འདྲི་བཀྲ་ལེགས་ཞུས་དང་ཨ་ནས་སྤྱི་བཏང་གི་ཉིད་ཀྱི་ཁྱེད་རང་རྣམ་པ་སུ་ལ་དེ་ག་རེ་ཤུགས་ཅིག་ད་སྤྲད་འོ་བསམ་ཟེར་ཡིན་ན་ཡང་ད་དུས་ཚོད་ད་འདི་འདྲ་བྱས་ནས་ད་དེ་དམིགས་བསལ་གྱི་དྲི་ཡ་འདི་འདྲ་རག་མ་སོང་ར། ད་ཡིན་ན་ཡང་ང་ཡི་སྟོང་མི་ཙམ་གྱི་དེ་ལ་ཁ་ཤས་ཤིག་ད་ཁྱི་ལས་རག་པར་འགྲོ་དང་ཐང་ན་གཞན་གྱི་ལུར་རྒྱུགས་འགྲོ། ད་ངེད་ཀྱི་ལུར་རྒྱུགས་འདི་ངེད་ཀྱི་ད་ད་དེ་ཤའི་གི་འཇུ་གཞི་དེ་ཐང་ག་དྲི་ཚུལ་མི་འདྲ་བ་དང་ཟླ་ཁྱད་པར་དང་ངོ་སྤྲོད། ངོ་སྤྲོད་ལས། ད་བརྗོད་གཞི་འདི་ང་ཁ་ཚང་ཁྱེད་རང་ཚོ་ཡི་དེ་དོན་གི་ཚོགས་མི་གི་དེ་སྤྲད་སོ། ད། ཅེ་ན་འདི་གཏིང་ཟབ་པོ་ཞིའུ་ཅིག་འདུག་ར་ག་ཅེ་ན། ཐང་ག་བྲི་བྲི་སྟངས་གི་མ་འདྲ་བ་ད་ཁོ་ར་ལུག་མ་འདྲ་བ་ཁ་ཤས་བཤད་ཡོད་ད་འདི་ཡང་དུས་ཚོད་ག་དུས་དར་གི་ཡོད་མེད་ར། དེ་ཡི་ཡ་མ་བྱས་ད་ཨ་ནི་ཡང་བོད་ད། དུས་རབས་བདུན་པའི་གི་གོང་ནས་ཡང་རི་མོ་ད་ཆགས་ཚུལ་ག་ཤས་བཤད་ཡོད་རེད་དུས་རབས་བདུན་པའི་བར་ལས་ཅིག་བཤད་སྟངས་ཞིག་རེད། དང་ནང་བཞིན་ཡང་བོད་ཁོ་རང་ད་ཞང་ཞུང་གི་དུས་ཚོད་ནས་ཅིག་གཡས་དང་འགྲོགས་བྱོས་ད་ལྟའི་ཁྱོད་ཡོང་ནས་རོགས་པས་ཁྱབ་ཆེན་པོ་ཞུ་ཅིག་ཆགས་ཀྱི་འདུག་ར་ཨ་ནེ། དེ་རྗེས་ད་ངེད་ཀྱི་ད་ཞུ་མང་པོ་མེད་བྱས་ད་ཡིན་ན་ང་ཚོ་གི་ད་ད་ད་དུས་རབས་བདུན་པའི་རྗེས་ལ་རོ་ཨ་ནེ། ད་ད་བཅུ་དུས་རབས་བཅུ་གཉིས་བཅུ་གསུམ་བཅུ་བཞི་ནང་ལོགས་ནས་ད་ང་ཚོ་གི་ད་ད་རི་མོ་ད་ད་ང་ཚོ་བྲིས་སྟངས་སུ་ད་ཐང་ག་བྲིས་སྟངས། འདི་གི་ལུགས་མ་འདྲ་བ་མང་པོ་བྱོས། ད་འདི་ལ་གཞི་བཞག་ནས་ད་ངས་བཤད་རེད་བ། ད་འདི་སྒང་ལ་མང་པོ་བཤད་ན་ནི་ཡང་ཏག་ཏག་ཅིག་བསྡད་གི་མི་འདུག་ར་ནི་དུས་ཚོད་ད་བྱིའུ་ཁ་ཁ་བྲོས་ན་མང་པོ་བཤད་ཆོག་ས་ར། བྱས་ཙང་ར་ད་འདི་བྱིའུ་མེད་པ་བྱས་ར། དང་པོ་འདི་ད་ང་ཚོ་ཉིད་ཀྱི་འདི་རེད་བ། ད་ག་རེ། ཁྱེད་རང་ཚོ་ད་མང་ཆེ་བ་ཧ་གོ་གོ་ར། ད་སྒྱུ་རྩལ་ལ་དུས་ར། སྒྱུ་རྩལ་ལ་དུས་ད་ཕན་ཤུགས་ཆེན་པོ་ཞུགས་བྱོས་ར། ད་འདི་ནང་ལོ་ལ། རི་མོ་བྲིས་ཡག་འདུག་བས་དང་དག་ནང་བཞིན་གྱི་ད་སྒྲ་མི་འདྲ་ཟེར་བས་མང་ཆེ་སྒྱུ་རྩལ་ནང་ལོ་ཚུད་འདུག་ར་ད་དེ་དུས་ང་ཚོ་གི་ད་ལྟ་སྒྱུ་རྩལ་ནང་ལོ་རྩིས་སྟངས་དང་གཅིག་རང་བྱུང་ཁམས་ཀྱི་སྒྱུ་རྩལ་ལས་དང་པོ་གཅིག་འདི་གཅིག་ང་ཚོ་གཞི་བཞག་པ་ད་རང་བྱུང་ཁམས་ལས་ན་ད་ལྟ་ང་ཚོ་གི་ད་སྤང་རི་དང་མེ་ཏོག་དང་དག་ནང་བཞིན་གྱི་རྫི་བྱེད་ད་རང་བཞིན་ནི་ཆགས་བྱ་གྱུར་དེ་འདྲ་ད་དེ་ལ་གཞི་བཞག་ནས་ད་ང་ཚོ་གི་མང་ཆེ་ཞིག་ད་དེ་འདྲའི་རང་དེ་ལ་ཆགས་བྱེད་ནི་ར་ཨ་ནི་དེ་ནི་གཞི་ནི་བྱས་ནས་མིག་གིས་ད་ཀ་རེ། འཕེལ་རིམ་གྱི་ནི་སྒྲོ་ནི་རོ། ཨཱ་ནི། རྡོ་རྗེ་གསར་མ་དང་ཨཱ་ནི་རྙིང་པ། ད་ང་ཚོའི་རྡོ་ཡི་དུས་རབས་འདི་ནི་གླིག་དང་ཨཱ་ནི་ལུས་ལ་གཅིག་དུག་ལོ་གོན་འདྲ་བོ་དང་དེ་ནས་ནི། སེམས་ཅན་གསལ་བྱེད་དུ་དང་པོ་ད་མང་ཆ་ཆེ་ཤིང་དང་རྡོ་གིས་བཟོས་བྱས་ཕྱིས་སུ་ཨཱ་ནི་རྡོ་རྗེ་གསར་བའི་སྐབས་སུ་ཨཱ་ནི་ལྕགས་དང་དེ་འདོད་ཀྱི་མཚོན་ཆ་བྱས་ཨཱ་ནི་གོས་དུག་ལོ་ལ་ད་ང་ཚོ་ཧ་ལོ་དུག་ལོ་ལ་ད་དེའི་ཚབ་ལ་ལོ་མ་གོན་འདྲ་བོ་བཞི་ནི་འཕེལ་རིམ་གྱི་ནི་རོ། ཨཱ་ནི་དེའི་རྗེས་ལ་ནི་ང་ཚོ་བྲག་ལ་ཡི་གེ་བཀོད་ཀྱིན་འདི་དོ།

དེའི་སྐབས་སུ་རག་ག་རེ། ད་ལྟ་ཆབ་མདོ་ཁ་རུལ་དང་དྭངས་དྭངས་ནང་བཞིན་དིང་རི་བྱས་དེ་ནི་རང་བཞིན་གྱི་ས་ཆ་མང་པོ་ཆེ་ནག་ཆུ་བྱས་དེའི་གཡོན་ལག་ནི་སྙེ་མའི་སྙེ་མས་ཀྱི་ད་ལྟ་རྫ་མ་རྙིང་པ་འདྲ་བོ་དང་རྫ་མ་རྙིང་པ་གང་རྫ་མ་གཅིག་པོ་མིན་པར་ར་འདི་རྐང་ལ་ཡི་གི་ད་ཡི་གི་ལ་ནི་རི་མོ་བརྐོས་བཞག་རྒྱུ་དེ་ད་རི་མོ་ལ་དུས་ད་ད་ད་འདི་རེད་ད་ཅེས་ཀྱི་མིག་གི་ད་སྤྲོད་ཀྱི་ཅིག་ཨིན་ཇི་སྐད་འདོགས་ནང་བཞིན Symbolic བརྐོ་རང་རང་ར་འོ་དེ་འདྲས་ཀྱི་ད་སྤྲོད་ཀྱི་རི་མོ་རང་ལ་མཚོན་མཚོན་རྒྱུ་དེ་འདྲས་མང་པོ་རྙེད་ཡོད་རེད་ད་དཔེར་ན་ཆ་བྱས་ན་ར་ང་རང་ཚོ་གི་ད་ད་རྒྱ་གར་གྱི་ཅིག་བསམ་བློ་བཏང་དང་བཏང་ན་གང་ལྟར་ར་དང་མ་དུ་ར་ཨར་ལས་གཉིས་ད་རྒྱ་གར་ནས་ཤུགས་ཆེ་ཤོས་བྱུང་རེད་ད་ང་ཚོ་གི་དེའི་ནང་ལོགས་ཀྱི་གང་ལྟར་ར་སྐབས་སུ་ར་སྟོན་པ་ཁོ་རང་གི་ཅིག་གི་ཨ་ནི་གཟུགས་ཁ་སྡུག་དྲི་ཡ་དེ་ཨ་ནི་མིའི་རྣམ་པ་ཅིག་དམིགས་བསལ་གྱི་ཨ་ནི་ང་ཚོ་འདི་ག་རེ Egyptian Egyptian མ་རོམ་ཁོ་རང་གི་ཨར་ལ་གཞིས་ཆགས་ནས་སྟོན་པ་དྲི་བཏང་ཅིག་དྲི་ཡོད་རེད་ད་འདིའི་སྟོན་པ་ད་ལྟ་ང་ཚོ་གི་ད་ང་ལ་དམིགས་ནས་པར་དུ་དེ་དམིགས་བསལ་གྱི་སྐད་མེད་འདི་ག་རེ་ཟེར་ན་ན་སྟོན་པ་གྱིས་ད་གཟུགས་ཀྱི་རྣམ་པར་བྱོས་ལ་དེའི་དང་ཐང་ང་དུ་རོ་མོན་གྱི་སྐུ་བཞེངས་སྟངས་ཤིག་དང་ལྷ་དང་རྒྱལ་བོ་སྡིག་གི་རྗེ་རྣམ་པར་འགྲོ་བ་རི་བཀྲ་ཡི་གྱི་ཐང་འདྲ་བའི་ནང་ན་གཟུགས་ཀྱི་རྣམ་པར་གྱི་ཐང་ཡིན་ན་ད་ཅི་ཨ་ནི་རྒྱ་གར་ཁོ་རང་རང་དེ་དར་རྒྱོ་དེ་མ་ཐུ་ར་ཨར་ལས་ད་མ་ཐུ་ར་དེ་ཡང་མང་ཆེ་གཅིག་དེ་ནང་ལོགས་ལ་ཨ་ནི་ཧིན་དུ་ཡོད་རེད་རྗེན་ནི་ཡོད་རེད་ཨ་བུདྡྷིས་མཉམ་དུ་འདྲེས་ཡོད་ར་ཨ་ནི་གཱན་དྷ་ར་འདྲ་བོ་ཆོན་ཆ་ན་ར་ད་དེ་ནང་ལོགས་ལ་དེ་གཅིག་པོ་ཅིག་མ་འདུག་ནང་པ་ཁོ་རང་གི་ལྟ་བུ་གཅིག་པོ་ཞིག་མ་འདུག་ཡོད་མ་ར་ད་བཞི་ནི་འདི་འདྲའི་རྗེན་ཅི་ནི་ང་ཚོ་གི་ད།

ད་ང་ཚོ་གི་འཛམ་གླིང་འདི་ནང་རི་མོ་ལས་འདི་གཅིག་ག་རེ་ད་ངས་བལྟས་ལ་ག་རེ་རེད་ན་ཐུན་མོང་གི་སྐད་ཡིག་གཅིག་ར་སྒྱུ་རྩལ་གཅིག་ར་མི་ཚང་མ་གི་གོ་ཐོས་རེད་ངས་ཀྱི་དེ་ལ་གཅིག་གི་ང་ཚོ་བོད་པས་ཀྱི་རྟ་བྲི་རྒྱུ་འདི་རྒྱལ་ཁབ་གཞན་པ་ཡིན་ན་རྟ་ཡི་དུས་ལམ་སང་ཧ་གོ་ཐོས་ཀྱི་ར་གཅིག་བརྡ་སྤྲོད་ཐུབ་ཡས་ཀྱི་འདི་མིན་པ་ཀྱི་ར་ལམ་གྱིན་པ་སྐད་ཡིག་ད་ང་ཚོ་ཨིན་ཇི་ཨིན་ཇི་སྐད་འདི International Language ལས་ད་ང་ཚོ་ཨིན་ཇི་དང་དེ་ནང་བཞིན་གྱི་རི་མོ་འདི་ར་ད་ཚང་མ་ཡི་གི་ཧ་གོ་ཐུབ་ཡས་ཀྱི་འདི་འདྲའི་དྲོག་ཆུང་ར་ཨ་ནི་ད་ནང་བཞིན་གྱི་ད

འདི་ཆེ་དེ་འདྲའི་འགོ་བཙུགས་ཞེས་ར་ལྟ་དང་ལ་འདེ་ཤིང་ཚ་རྒྱལ་ཁབ་སོ་སོའི་གི་ལོ་རྒྱུས་རྣམས་ན་ཡང་ས་ར་འདོད་རྒོལ་ལམ་ནས་ས་ནི་ཨ་ནེ་ཇི་འདྲ་ཞིག་བྱུང་བ་ཡོད་མེད་ཀྱི་ལྟ་དངོས་ཐུབ་གི་རེད་ས་རྒྱལ་ཁབ་ཁོ་རང་ཚོ་ག་འདྲའི་སྡིག་གི་དུས་ཚོད་ག་འདྲའི་སྡིག་གཉེན་ཡོན་གྱི་དུས་ཚོད་ལ་ག་རེ་ག་རེ་བྱས་ཡོད་མེད་ར་ཚང་མ་སོ་སོ་སོ་སོའི་གི་ཁོར་ཡུག་དང་བརྟེན་ནས་མ་བརྟག་འདྲའི་འགོ་བཙུགས་ཡ་དེ་འདྲའི་གཞི་ནས་ག་ལེ་ག་ལེ་བྱས་ནས་ར་དེ་འདྲ་བྱ་ཡོད་ར་ད་ང་ཚོ་གི་བོད་པའི་གི་ད། ཐང་ག་ལགས་ནང་རེད་བོད་ཡིག་གི་རི་མོ་འདྲ་བོ་ད་ལྟ་ང་ཚོ་ནམ་རྒྱུན་ནས་ཧ་གོ་བར་ཆོས་ཚིག་ཟུང་འབྲེལ་འདྲ་བོ་ཆགས་འདུག་དང་ནང་བཞིན་གྱི་ང་ཚོ་གི་རི་མོ་ལ་ཡང་ལ་ནི་གཅིག་ཆོས་ཕྱོགས་ཀྱི་ཤུགས་རྐྱེན་ཤུགས་ཆེན་པོ་ཞུགས་བཞིན་ཡོད་ད་ཁྱེད་རང་ཚོ་ང་ཚོ་བོད་པའི་རི་མོ་ལ་བསྡུས་རོགས་ད་ལྟ་ང་ཚོ་བོད་པའི་རི་མོ་ལ་མང་ཤས་ཀྱི་ད་གཞིས་ཆགས་ས་འདྲ་བོ་དེ་ཐང་ག་དང་དེ་འདྲའི་ལ་ཞེས་བཞག་འདུག་ར་ད་ལྟ་ང་ཚོ་བཞད་དེ་ར་དེའི་ནང་ལོ་ནི་ཆོས་ལུགས་ཀྱི་ཤུགས་རྐྱེན་ཞུགས་ཆེ་ཤུགས་རྐྱེན་ཤུགས་རྐྱེན་ཞུགས་ཆེན་པོ་ཐེབས་ར། ཨ་ནེ་འདི་ནང་བཞིན་གྱི་འདི་ནང་ལོགས་ལ་ཨ་ནེ་ཞལ་གདངས་སོགས་སུ་རེ་ནང་དོན་གཙོ་བོ་ནི་ཨ་ནེ་ཆོས་ལུགས་ཀྱི་བདག་ཉིད་ལ་ས་ཆོས་ལུགས་ཀྱི་བརྗོད་བྱ་ཚུལ་ཡིན་པ། དེའི་ནང་ལོགས་ན་དཔལ་ནཱ་ཤཱ་ཀྱ་ནཱན་སངས་རྒྱས་ཀྱི་མཛད་པ་ཕྲིན་ལས་རྣམ་པར་སྦྱངས་སེམས་ཆོས་སྐྱོང་བཙུན་མ་དང་ནང་བཞིན་གྱི་ཨ་ནེ་ཆོས་རྗེ་ཀྱི་རི་མོ་དང་དགོངས་པ་དང་ཆོས་ལུགས་ཀྱི་ལྟ་མི་སྣ་འདྲ་མིན་སོགས་ཀྱི་ལྟ་དེ་འདྲའི་བྲིས་ཡས་འགོ་བཙུགས་ཨོ་ར་ང་བྱས་ན་ང་ཚོ་གི་ཐང་ག་ཁོ་རང་ནང་ལོགས་ལ་ལྟ་ཤ་ན་ར་ཨ་ནེ་ཀྱེ་སངས་རྒྱས་ད་བྱང་སེམས་ད་ཁྱེད་རང་ཚོ་ཧ་གོ་གོ་པ་ར་ཐོང་གཟིགས་གཟིགས་གོ་ར་ད་ཁྱེད་རང་ཚོ་དང་ནང་བཞིན་དགོངས་པ་ཁག་ལ་ལྟ་དང་ཨ་ནེ་ཅིག་གི་མིག་གི་འཕེལ་རིམ་ཡིན་ན་འདྲ་དང་ནང་བཞིན། དེ་ནས་དེ་དེའི་རྗེས་ལ་རང་ད་ད་རི་མོ་དེ་དག་ཀྱང་ཟ་ཆག་ཆུ་བུ་ད་གཙོ་བོ་ང་ཚོ་གལ་ཆེ་ཤོས་དེ་ད་ད་ལྟ་ཐང་ག་འབྲི་སྟངས་སོགས་དེ་དེ་རེད་ད་ག་རེ་ན་ཆག་ཆུ་བུ་བརྟེན་ཁོ་རང་ཙམ་ཡིན་པ་མ་ཟད་རོ་གཅིག་མཛེས་རྒྱས་ཀྱི་རིགས་ལ་ང་ཚོ་ངོས་འཛིན་བྱེད་དགོས་མ་ད་དེ་མཛེས་རྒྱས་མཛེས་རྒྱས་ལས་ན་ང་ཚོ་གཅིག་སྙིང་རྗེ་མོ་མཐོང་ཡས་དང་དེ་འདྲའི་རིགས་ལ་བེད་སྤྱོད་བྱེད་དགོས་མང་ཆེ་གཅིག་ཐང་ག་འདི་ཚོ་ག་རེ་ཆོས་སྤྱོད་ཕྱོགས་ལ་བེད་སྤྱོད་བྱེད་ཡས་དང་མ་གཏོགས་ར་ད་དེང་སང་ད་གཅིག་ཁ་རེད། རི་མོ་བ་ཁེ་བ་ད་ཁེ་བ་ལ་ནི་མ་དེང་དང་དེང་དུས་ཀྱི་ད་རི་མོ་བྲིས་ཉེས་མང་པོ་ཅིག་ཡང་ཐང་ག་དེ་ཚོ་ཡང་ཅིག་གེ་ལུགས་མ་འདྲ་བ་བཟོས་དེ་འདྲེ་ད་ད་དེ་ལུགས་མ་འདྲ་བ་ལ་ན་ངེད་ཀྱི་ད་ད་དེ་ལ་ད་ཨིན་ཇི་སྐད་དུ Modern Art གི་ལམ་ཁ་ལ་ཟུག་གི་ད་ད་དེ་ཞིག་བྱ་ད་དེ་ཕྱོགས་གཅིག་ནི་ད། ཨ་ཏི་ད་རི་མོ་བ་གཅིག་གིས་ཁོ་རང་གི་རྩལ་ཡིན་གྱི་རེད་བ། ད་ཕྱོགས་གཞན་གཅིག་ཆོས་ཕྱོགས་སྟོང་བལྟ་ན་རེད་བ། ད་འདི་ཏི་འདི་གོ་མ་དྲང་བོ་བྱས་ན། འདིས་ང་ཚོ་ཆོས་ཕྱོགས་འདི་པའི་རྩ་ཆེན་པོ་རང་བརྩིས་ནས་རེད་བ། དེ་ནི་ཚོ་ཨ་འདིའི་གཅིག་འདྲ་མི་འདྲ་བཟོས་དེ་མིན་པ་ཅི་རེད་ད་དང་ནང་བཞིན་གྱི་ད་འདིའི་ནང་ལོགས་རེད་ཨ་ནི། འདི་ཡིན་གྱི་རེད་ཟ། གཞན་ཡང་ཐང་ག་དེ་དག་དུས་སུ་ནང་དོན་ད་ནང་དོན་གྱི་གཙོ་བོ་འབྲས་བུ་འདི་ན་རེད་ཨ་ནི་གཅིག་མིག་གི་འཕེལ་རིམ་ད་འདི་ཉིད་རེད་ཟ་འདི་ཚང་མ་ང་ཚོ་གི་འདི་ན་ཡོད་རེད་ཨ་ནི་དང་ནང་བཞིན་གྱི་མིའི་སྐྱེ་འགྲོ་འཕེལ་རིམ་ད་ཧ་གོ་རེད་ཨ་ནི་འཚོ་བའི་གོམས་གཤིས་བཤད་སྟངས་རེད་བ། ད་འཚོ་བའི་གོམས་གཤིས་བཤད་སྟངས་ལ་ན་ཐང་ག། ཁྱེད་རང་ཚོ་གིས་དཔེར་ན་ཆ་བཤད་ན་ད་ལྟ་ད་ངས་ད་དམིགས་བསལ་མཇལ་མྱོང་མེད་ཡིན་དཔེ་ཆ་འདི་འདྲའི་ནང་གསུངས་སོང་ད་ལྟ་ཡུམ་བུ་ལྷ་ཁང་བཞེངས་ཡོད་ར་ཨ་ནེ་ང་ཚོ་རྒྱལ་བོ་དང་པོ་ཉི་ཁྲི་སྲིན་པོ་བཞེངས་དུས་ཀྱི་དེ་གི་ཡ་ནི་ཉི་ཁྲི་གི་ཁྲི་ལ་འཁྱིལ་དུས་ཀྱི་གི་ལུར་རྒྱུད་དང་དེའི་གཡས་གཡོན་གྱི་མིག་གི་རྣམ་པ་ག་འདྲས་ཡོད་མེད་སྤྱི་ཚོགས་ཀྱི་སྒྲོམ་གཞི་ག་འདྲས་ཡོད་མེད་འཚོ་བ་གནས་སྟངས་ག་འདྲ་དེ་ཚང་མ་ཅི་ནས་ད་འདི་འདྲས་བྲིས་ཡོད་རེད་ད་ངས་དཔེ་ཆ་ན་ད་ཨིན་དྲེ་ཤེས་ཞེས་སྒྲ་མ་གཏོགས་དྲ་ད་དངོས་སུ་ད་ཇེ་ཁ་ཆེ་ན་དེའི་རྗེས་སུ་ལ་ནི། ད་ཁོར་ཡུག་གི་གནས་སྟངས་དང་གཅིག་བྱས་དེ་ནས་ཡང་ཆབ་སྲིད་ཀྱི་གནས་སྟངས་མང་པོ་བྱས་བྱས་ནས་ཡང་ནི་ད་ད་ད་དེབ་རིགས་ཞུ་རྗེས་དེ་འདྲས་ད་ཡོད་ས་མ་རེད། ད་ག་ནང་བཞིན་གྱི་ད་ཁྱེད་རང་ཚོ་དགོན་པ་ཁག་རྙིང་པ་ཁག་དེ་ཚོར་བལྟ་ན་དེའི་གཡས་གཡོན་གྱི་ལྷ་ད་ཡིན་དེ་དག་གཙོ་བོ་ལྷ་ད་ཡིན་ཀྱང་དེའི་གཡས་གཡོན་གྱི་ཆ་ལྔ་ཆུང་ངུའི་གཡས་གཡོན་དེ་ཚོ་ལ་ལ་ཡུལ་འདི་གི་གོམས་གཤིས་ག་འདྲས་ཡོད་མེད་ཡུལ་འདིའི་སྐབས་སུ་གི་དུག་ལོག་གོན་སྟངས་ག་འདྲས་ཡོད་མེད་ཀྱི་ཆོས་པ་ག་འདྲས་བྱེད་གི་ཡོད་མེད་ར་ཨ་ཡུལ་འདི་ནང་ལོག་ལ་ད་ཅིག་སེམས་ཅན་ག་རེ་ག་རེ་བེད་སྤྱོད་བྱེད་མེད་ཨ་རྩི་ཤིང་འདེབས་ལེན་བྱེད་སྟངས་དེའི་གི་རི་མོ་དང་མང་ཆ་ཆིག་ཨ་ནི་ད་འདི་འདྲས་མཐོང་དུས་ར་ད་མི་གི་འཚོ་བའི་གོམས་གཤིས་དང་ཚང་མ་ཡི་དེ་རང་སྟོན་གི་ར། ད་དག་ནང་བཞིན་གི་དེ་དག་གིས་ལུ་གུའི་འཕེལ་རིམ་ནང་རྣམ་པར་ནས་རགས་ཙམ་ཅིག་བྱོན་སྣང་ལ་ད་ངོ་སྤྲོད་བྱེད་འདི་ནང་ལོག་ནས་ཨ་ནི་ག་རང་བྱུང་ཚན་རིག་གི་རིན་པ་ད་ཚན་རིག་མཚོན་ཡ་འདི་ང་ཚོ་ག་རེ་ཐང་ག་ནང་ལོག་ལ་ད་གཅིག་གིས་ང་ཚོ་མིའི་གི་འཕེལ་རིམ་ནས་ད་སྤྱི་ཚོགས་འགྲོ་སྟངས་འདི་ཚང་མ་གཅིག་ཤེས་རེད་དྭང་བླངས་ཤིག་གི་རྩ་འགེལ་སྟངས་ད་ད་འདི། ཕལ་ཆེར་སྨན་སྤུ་དབུས་ན་མང་ཆེ་ཧ་གོ་རེད་སྨན་གི་ལམ་སྨན་གི་ཐང་ག་དེ་འདྲ་ཡོད་རེད་ཡང་སྨན་སྨན་གི་ཐང་ག་ལས་དུ་ཡང་སྨན་གི་ཐང་ག་ལས་དུ་ནང་ནང་ལོགས་ཀྱི་མེ་ལོང་ཞིག་རག་དེའི་ནང་ལོགས་ལ་གཙོ་བོ་གི་ཁོང་ཚོ་གི་བརྗོད་བྱ་གཙོ་བོ་དེ་སྨན་གི་སྨན་ག་འདྲས་བྱུང་མི་ལ་བརྟག་དཔྱད་ག་འདྲས་ད་འདི་ང་ཚོ་གསོ་བ་རིག་པ་ནང་ལ་ཡོད་རེད་བོད་གཞུང་སྨན་རྩིས་ཁང་གི་ནང་ལོགས་ལ་པའི་ཐང་ག་གྲ་རྒྱས་པོ་ཞིག་ཡོད་རེད་ཨ་ནི་རྩ་འགེལ་རྩ་འགྲོ་སྟངས་ད་གཅིག་གཅིག་ཨ་ནི་སྨན་སྨན་རྫས་སྦྱོར་རྩ་བྱེད་སྟངས་དེ་ཚང་མ

བལ་རི་བྱེད་ར་བལ་རི་ལ་ད་ད་བལ་ཡུལ་ལ་ར་བ་ར་ཨ་ནེ་བལ་རི་གི་རྒྱུན་དང་བཅས་སྨན་མཁན་ལ་ད་སྨན་མཁན་ལ་ན་ང་ཚོ་གི་ལྟར་རི་མོ་གི་ནང་ལོ་རེ་ད་ད་གལ་ཆེ་ཤོས་མི་གཉིས་བྱེད་རེད་སྨན་བླ་དོན་གྲུབ་དང་མཁྱེན་བརྩེ་ཆེན་མོ་ལ་སྨན་མཁན་གཉིས་བྱེད་ར་ཨ་ཨུ་བྱིའུ་གངས་ལ་ན་བྱིའུ་གངས་ལ་ད་ཁོ་རང་གི་ལུག་ལུག་བྱེད་རེད་ད་ལུག་ལ་ན་སྟཱིལ་ར་བ་བྱིའུ་གངས་གསུམ་དང་ད་ཁོ་ཚོ་གསུམ་དང་གཅིག་གཅིག་ཨ་ནེ་བཀྲ་ཤིས་རྣམ་གསུམ་ལ་ད་ཨ་ནེ་ཀརྨ་ག་དྲི་ལ་ད་ཡང་ང་ཀརྨ་ག་དྲི་གི་ལུག་གཞན་པ་བྱེད་རེད་དེའི་ནང་ལོ་ལ་བཀྲ་ཤིས་རྣམ་པ་གསུམ་མི་གསུམ་ཡོད། དེ་གསུམ་གྱི་ཡང་ནི་ཞི་གནས་ཀྱི་འཕེལ་རིམ་ཅན་ནི་རི་མོ་གི་ལྟ་འདྲེ་ཞི་གནས་རྒྱུད་རེད། ད་ཁོང་གིས་དེ་འདྲ་ག་རེ། སྐྱོང་གྲོལ་ཡོན་ཏན་རྒྱལ་མཚོས་ཀྱི་གསུང་ནང་ལ་དེ་འདྲས་གསུངས་ཞེས་དྲོ། ད་འདི་ནང་ལོ་ནི་ང་ཚོ་གི་ད་འདི་ནང་ལོ་ནི་གཅིག་གི་བལ་རིའི་ལས་དུས་ར། ད་འདི་ང་ཚོ་ནང་ལོ་ནི་ད་རྙིང་ཤོས་དྲོ་ཆི་ཆ་འོ། བལ་རིའི་ལས་དུས། ད་བལ་ཡུལ་ཕྱོགས་ནས་ལས་རྒྱུ་དེ་ད། དུས་རབས་བདུན་པའི་དུས་དང་དེའི་གི་གཡས་མའི་གཡས་གཡོན་ལ་ཤུགས་ཆེན་པོ་ལས། ཀླད་ཀོའི་རྒྱུ་མཚན་གཅིག་འདི་ག་རེ་རེད། ང་ཚོ་གི་དེ་འདྲ་རི་མོ་གི། ལྟ། ཤུགས་རྐྱེན་ཐེབས་པའི་འགྱུར་རོ། གཅིག་ཁོར་ཡུག་གི་བརྒྱུད་ནས་ཤུགས་རྐྱེན་ཞུགས་ཐེབས་སྐོར་ཁོར་ཡུག་ལ་ན་ད་འདི་གཡས་གཡོན་གྱི་རོ། འདི་གཡས་གཡོན་ལང་དུ་ཚོང་ག་བ་ན་གྱེག་དུ་བོད་དེ་དུས་དུས་བ་ཡུལ་དང་གཅིག་ཆེ་རྒྱ་ནག་དང་གཉིས་ཆེ་འདི་གཡོན་གཡོན་གྱི་རྒྱལ་ཁབ་ཁ་ཤས་ཆེ་ད་འདི་གི་རི་མོ་དེ་ཚོ་ཤུགས་ཤུགས་ཆེན་པོ་ཐེབས་ཡོད་རོ། དེ་དེ་གི་རྐྱེན་གྱིས་ར་ཨ་ད་བ་ལང་ཤུགས་ཆེ་ཤོས་དེ་དུས་དུས་ཏང་ཤོས་དེ་བ་ཡུལ་ཕྱོགས་འདི་རེད་ཤི་ད་བ་ཡུལ་ལས་དུས་མང་ཆ་ཉིག་ད་ད་འདི་ལ་བ་ད་དུས་རབས་བདུན་པའི་གི་མན་ཆའི་གཡས་གཡོན་གྱི་ལ་བ་ད་ད་ཡང་འདི་སྒང་ལ

འོ་དེ་གཅིག་བྱས་ར། དེ་ནས་ད་ནི་ངའི་ལག་ཞིག་ན་དེ་ནང་ལོས་ན་གར་སྒྲིག་ད་གར་སྒྲིག་ག་རེ། རྒྱ་གར་དང་ས་བར་པོ་བཅས་ད་དེ་ཡིན་སའི་དབུ་ཚོགས་ནས་ད་དེ་ནས་བྱས་ར་ནི་བོད་ཀྱི་སྒྱུ་རྩལ་ཐུན་མོང་མ་ཡིན་པའི་སྒྱུ་རྩལ་རྣམ་པ་ཞིག་ཏུ་གྲུབ་ནས་རི་མོའི་སྒྲིག་རྒྱུན་མི་འདྲ་བ་བྱུང་བྱུང་བས་ད་ད་འདི་གི་ཤུགས་རྐྱེན་ང་ཚོ་གི་ཤུགས་རྐྱེན་ལན་རེ་མ་གཏོགས་ར་རི་མོ་ལན་དུ་མ་གཏོགས་ད་ཁ་ཤས་ཀྱི་འདི་ནང་ལོ་ལ་གཅིག་གི་ཏིས་ཕྲུ་གུ་རེ་ཁ་ཤས་ན་བོད་པའི་གི་རི་མོ་དེ། རྒྱ་གར་མ་རེད། ཕ་ཡུལ་དང་རྒྱ་ནག་གི་རི་མོ་དང་གཅིག་པ་གཅིག་རྐྱང་ཡིན་ལ་ང་ཚོ་གི་གཅིག་པ་གཅིག་རྐྱང་མ་རེད། དེ་ནི་དཔེ་བླངས་ཡོད་རེད། དཔེ་བླངས་ནས་ཡག་ལ་ཆང་མ་ལེན་ཡོད་རེད། དེ་ལས་ནི་ང་རང་ཚོ་གི་ཕྱོགས་དུ་མ་འདྲ་བ་བྱོས་རེད། ཕལ་ཆེར་བསམ་ཡས་གཙུག་ལག་ཁང་བཞེངས་འདུས་དུས་སྐབས་སུ་རེད། ཕལ་ཆེར་དེ་ནང་ལོགས་ཀྱི་ད་རྟེན་གཙོ་བོ་བཞེངས་དུས་ར་བོད་ཕོ་རང་ད་ལྟ་མི་ཚང་མ་གཟུགས་ལ་བོད་པའི་མི་ཁོ་རང་ལ་གཞི་བཞག་ནས་རེད། ང་ཚོ་ལེན་བཞག་ཡོད་ད་ལུར་རྒྱུད་ནང་ལོགས་བཤད་ཡོད་རེད། ཨ་ཅེ་ན་དེའི་ནང་ལོགས་ཁུང་ནས་བུ་རྣམ་པ་སངས་བུ་ནང་བུ་གི་དེ་རྣམ་པ་རྫི་ག་ཚང་མ་ལེན་རོགས་བུ་མོ་ནི་བུ་མོ་མཛེས་དང་དེ་ནས་ཡང་དེ་མ་འདྲ་བ་དེ་ཚོ་དར་དེ་རྒྱགས་པ་དང་རྡེག་རྡེག་དེ་ཚོ་ཡོད་རྒྱུ་ཚང་མ་ཡང་དེ་ཁྲོ་བོའི་རིགས་ཚང་མ་ལ་དེ་འདྲའི་གཞི་བཞག་ནས་བུ་ཁོ་རང་གི་ལུགས་ལ་བཟོས་བཞག་རྒྱུ་དེ་འདྲ་ཡོད་རེད་ར་འོ་དེ་ཡང་ག་རེ་ཁོ་ཚོའི་རྣམ་པ་ལེན་ནས་ད་འདི་བྱེད་ནས་བྲིས་བཞག་རྒྱུ་དེ་འདྲ་ཡོད་ར་དེ་གཅིག་བྱས་ད་ང་ཚོ་གི་ངའི་ལ་རྒྱོ་ནས་ད་ང་ཚོ་ནང་ལོགས་ད་ད་ཅིང་ངའི་གི་བརྗོད་གཞི་གཙོ་བོ་དེ་དེ་ད་ཐང་ག་མ་འདྲ་བ་ལ་ཡོད་ད་ད་ཐང་ག་མ་འདྲ་བ་ནང་ལོགས་ནས་ད་དེ་ལ་ང་ཚོ་གཙོ་བོ་དེ། སྨན་ཐང་ལུགས་ཀྱི་གཅིག་ཡོད་རེད་སྐར་མ་ག་བྲིས་ལ་ཡིན་རྒྱུ་རེད་བལ་བྲིས་ལ་བྱིའུ་གང་ལུགས་བྱས་ད་ཨ་ནི་གཅིག་མཁྱེན་བརྩེ་རེད་དཔེ་ཆ་མཐོང་གི་ཡོད་སྨྱོན་མ་ལྗང་གུ་དེ་ར་མའོ་ཁ་དེ་ག་རང་མཁྱེན་བརྩེ་ལ་ཡོད་རྒྱུ་ར་མཁྱེན་བརྩེ་ལུགས་བྱས་ད་ང་ཡོད་ལ་འོར་ད་ང་དེ་གྲངས་ཀ་ཏག་ཏག་བསྡད་ཀྱི་ཡོད་མེད་ཉི་ཧའོ་མི་རོགས་ཁ་ཤས་ཡང་དེ་ལ་ལུགས་མ་འདྲ་བ་རྩིས་ངན་དེ་འདྲས་འདུག་ལ། ལྟ་དེ། ཨ་ལས་འདི་གང་ལ་འདི་ཕྱེད་དོ། དུས་རྒྱུན་མི་འདྲ་བ་དེ་དག་ལས། ག་རེ་ལས། ག་རེ་ནི་ཡུལ་གྱི་སྒོ་ནས་མིང་ཐོགས་པ་དང་ཁ་ཤས་ཀྱི་ཡུལ་ཁོ་རང་གི་སྒོ་ནས་མིང་ཐོགས་པ་དང། ག་རེ་ནི་སོལ་བཏོད་ཁོ་རང་གི་མིང་ཐོགས་རྒྱུ་དང། ད་སོལ་བཏོད་ཁོ་རང་གི་ལ་ན་ཐང་ད་སྨན་བླ་དུ་དང་པོ་དེ་སྨན་ཐང་སྨན་ཐང་ལགས་དོ། སྨན་ཐང་ལགས་ཏེ་སྨན་བླ་དོན་གྲུབ་ལགས་ཏེ་ཁོ་རང་གི་ད་ཕལ་ཆེར། ང་ཡི་དེབ་ཁ་ཤས་ནང་ལོ་གཅིག་གཉིས་ནང་ལོ་སྨན་ཐང་ལགས་ཏེ་ཁོ་རང་གི། ནང་གི་མིང་འདོགས་བྱིན་ས་རེད་བསམ་བསམ་འདུག་ད་ཀརྨ་ག་དྲི་ལ་ཀརྨ་པ་ཡི་རྒྱུད་ཅིག་དང།

དབྱིན་ཇིས་ཁ་ཆེའི་དོན་འདུག་དེ་ལྟར་ཁོ་རང་མ་འདྲ་བ་ཡང་གཅིག་ལུགས་གསར་བ་དམན་སར་ལས་བྱེད་རེད། དེ་ནས་ཡང་སྐར་མ་ག་དྲིས་ཁོ་རང་ལ་ཡང་སྐར་མ་ག་དྲིས་དང་གཞན་པ་གཉིས་མཉམ་དུ་སྤྲད་ནས་ཡང་གཞུང་ཤར་སྐྱོད་བྱེད་རེད། ད་ལྟ་གཙོ་བོ་དེ་ང་ཚོ་ཐང་ཤོའི་གཞུང་ས་འདྲ་བོ་དེ་མང་ཆེ་དེ་བྱིའུ་ཁང་ལུགས་ནས་བྱེད་མགོ་བཙུགས་ད་ངེད་ཀྱི་ད་ལྟ་དེ་མང་ཆེ་དེ་བྱིའུ་ཁང་ད་དེ་ནང་ལོགས་ནས་ད་འདི་ད་ཐང་ག་ཁོ་རང་གི་ལུགས་ཆགས་སོ། ད་ཁོ་རང་ལ་ཡང་ཐང་ག་ཁོ་རང་དེ་ནང་ལོགས་ཁོ་རང་འདྲ་དང་དབྱེ་བ་མ་འདྲ་བ་མང་པོ་འབྱོར་ད།

བལ་བལ་པོའི་རིགས་དེ་ལ་དམིགས་བསལ་གྱི་ཉེས་དམིགས་བཤད་བཤད་མེད་པ་ག་རེ་ན་བལ་རིགས་དེ་དང་ང་ཚོ་མང་ཆེ་གཅིག་སྲོང་བཙན་གྱི་རྒྱུད་སྲོང་བཙན་སྒམ་པོ་གི་སྐབས་སུ་དང་ཁྲི་སྲོང་དང་དེའི་སྐབས་སུ་གི་ང་ཚོ་ལྷ་ཁང་བཞེངས་ཡས་དང་དགོན་པ་བཞེངས་དང་མང་ཆེ་འདི་ཡོན་གྱི་འདི་འདི་ཚང་མ་ར་བལ་རིགས་ཀྱི་བལ་རིགས་ཀྱི་རི་མོ་རང་སྐྱོན་རང་རེད་ཤི་ར་བལ་བལ་བལ་པོ་གི་ད་བལ་པོ་གི་རི་མོ་ལས་དུས་ར་ཡང་འདིར་ད་ད་ནང་ང་ཚོ་ད་ཁྱེད་ཚོ་ཧ་གོ་ར་བ་ཡུལ་ནང་ལོགས་ལ་མེ་བ་རི་ཨ

དེ་དུས་ཐ་སྙད་ཀྱི་དེ་ད་ལྟ་བལ་པོ་གི་རིགས་དང་དེ་མིན་གྱི་བ་ཡུལ་གྱི་དེ་གཉིས་ནི་བོད་ལ་འགྲོ་ཡས་ར་ག་ཅེ་ན་རི་མོ་གཅིག་གིས་གཅིག་གྱིས་གཅིག་གིས་གཅིག་གླེ་དུས་ར་འགྱུ་བ་ཐེབས་འགྲོ་ར་ནམ་རྒྱུན་ང་ཚོ་གཅིག་རྩེད་མོ་གཅིག་རྩེ་དོ་བང་བསྒྲིགས་ནས་ར་གཅིག་གིས་གཅིག་ལ་ལབ་དེ་ནི་གཅིག་གཅིག་ཕར་ཕར་ཕར་ཕར་འགྱུ་བ་འགྲོ་འདུག་དོ། ཁྱེད་རང་ཚོ་དེ་ལྟ་དེ་རྩེད་མོ་དེ་མིང་ཡི་ཧ་འོ་མས་རྒྱབ་ཁ་བསྐྱོར་ར་གཅིག་གིས་ནམ་རྒྱུན་ཡི་འདྲེ་ཞིག་བཏོན་དེ་ནི་ཕར་ཕྱོགས་བུ་མོ་དེ་ལབ་ད་བུ་མོ་མིན་བུ་དེ་ནི་ཕ་ཕ་ཕ་ཕ་ཐ་མ་དེ་འགྱུ་འགྲོ་ར་དེ་གཅིག་ནི་ར་དཔལ་གྱི་དེ་ནི་གཅིག་ནི་བ་ཡུལ་ལ་སླེབས་བ་ཡུལ་ནི་བོད་ལ་སླེབས་ར་དེའི་ཁོར་ཡུག་གི་རྐྱེན་གྱིས་ར། ཁོར་ཡུག་ལས་རྐྱེན་པས་དེ་ང་ཚོ་འདི་བྱེད་ཀྱི་རེད་ལ། དེའི་ཕྱི་ནས་ང་ཚོ་བྱས་ཙང་ང་ཚོ་ད་ལྟ། ཁྱེད་ཚོ་རྒན་དྲུག་མཆོག་གཉིས་དང་དཔོན་དྲུག་བཅུ་བདུན་འདི་ཚོ་ར། སྤྱི་བཏང། གབ་ཏུ་ཤོར་ནས་རྒྱ་གར་ནས་ར། ར། ད་ང་ཚོ་ད་ལྟ། མང་ཅིག་བརྗེད་དུས་ར་འདི་བོད་རིགས་འགྲོ་གི་བརྗེད་གི་ད་ད་བོད་རིགས་ལ་ན་ང་ཚོ་ཧི་མ་ལའི་མི་འགྲོ་དུས་ང་ཚོའི་གདོང་པ་རྣམ་པར་འགྲོ་ཅིག་བརྗེད་གི་མི་འདི། ད་འདི་ཁ་ཅིག་ན་ན་འདི་མི་འདི་གི་ར། ཅིག་ཅིག་ཉི་འོ་ཡུ་ཡན་བྱེད་དུས་ར། ཧབ་ཧོབ་འདུག་གང་ལ་མི་དཔེ་མང་དྲག་འགྲོ་གི་མཐོང་ན་ར། དད་པ་ཡི་ཞེ་དྲག་སྐྱེ་གི་མ་ར། ད་སྒྱུ་རྩལ་གྱི་རྣམ་པ་སྐྱོན་ནི་རོའོ་ང་རང་ཚོ་གི་ལུགས་ན་བྲིས། ཡིན་ན་ད་ཁོ་ཚོ་ཆང་ཚང་དགོས་དེ་ག་རེ་ལ་ནང་ཁོ་རང་ཚོ་སྔོ་མདོག་དང་ཕྱག་མཚན་དང་ག་རེ་ག་རེ་རྣམ་པས་འདི་ཚོ་ཚང་དགོས་དེ་གལ་ཆེན་པོ་ར་འོ་དེ་འདྲས་ཅིག་བྱེད་རོགས་ད་ངས་བ་འདི་རེད་ད་ང་ངེད་ཀྱི་བཤད་སྟབས་འདི་ནང་ལོ་ནི་བྱིའུ་གང་ལུག་ལས་ད་བྱིའུ་གང་ལུག་ལས་དེ་འདི་ནང་ལོ་ནི་འདི་རེད་ད་ཡར་སྟོད། ཡར་སྟོད་བྱིའུ། གར་སྟོད། ཡར་སྟོད་བྱིའུ་གང་བ་ནི། ད་དུས་རབས་བཅུ་གསུམ་ནང་ལོ་ར། ད་བཅུ་གཉིས་ཀྱི་བཞུགས་ད་བཅུ་གསུམ་གྱི་འདི་གཡོན་གྱི་རེད་ཞེ་ད། ཨ་ནི་ལྷོ་ཁ། ད་ལྷོ་ཁ་ལ་འཁྲུངས་ཤར་གྱོད་ཅིག་རེད་ད་ཁོང་གི་ད་གཅིག་གཡོན་གྱི་ག་རེ། རིག་པའི་གནས་མང་ཆེ་བ་ལ་ད་བྱང་ཆུབ་པ་དེ་དམིགས་བསལ་གྱིས་ད་ང་ཚོ་རི་མོ་གི་སྒྱུ་རྩལ་བ་ལ་དཔེ་བྱང་ཆུབ་པ་དེ་འདྲས་རེད་ཞེ་ད། ད་འདི་གི་ག་རེ་ཞེ་ན་ད་ཁོ་རང་གི་དེ་ལ་ངེས་ཀྱི་ག་རེ་ཞེ་ན་ད་སྤྱི་བཏང་ནས་ཁོ་རང་ཆུང་ཆུང་ག་སོ་ར།

ཨ་ནི་བྱིའུ་ནང་བཞིན་གྱི་ར་ས་ཆ་གཅིག་ནས་གཅིག་ལ་གཅིག་དེ་འདྲ་ནི་ཁོ་རང་གིས་ད་མཚན་ལ་ཁོ་རང་ལ་བྱིའུ་སྒང་ལ་ད་ཁོ་རང་གིས་མིང་དེ་སྙམ་དུ་ལ་ཁོ་ན་རི་མོས་ཀྱི་ལུག་དེ་བྱིའུ་སྒང་ལུག་ཟེར་ད་ལྟ་ཞེས་ར་ད་ཁོ་རང་གིས་འདི་ཅེས་ར་ཧོམ་རང་ཉིད་ཀྱིས་ཟེར་ར་རིག་ཚན་ལ་དོན་ཟེར་འདི་ཅེས་ར་ད་འདི་ད་སྙམ་དུ་ལ་ད་ཁ་ཤས་ཀྱིས་འདི་ལ་ར་དེ་ལ་ཐ་མ་དེ་ལ་ཉིད་བྲིས་ད་ལུག་ཨ་དེ་ལ་མ་མཐོང་འདི་འདི་ཅེས་ད་ར་དེ་ལ་ཁ་ཤས་ཀྱིས་ད་ལུག་འདི་ནི་ར་ཞང་ཞུང་བོན་ལུག་ར་ལ་ཉེ་ཅིག་འདུག་ར་ད་འདི་ཡང་ཡོངས་ཁྱབ་ཤུགས་ཆེན་པོ། ད་ཡ་ལ་ངས་དེ་འདྲ་མི་འདུག་ཡིན་ན་ངེད་ཀྱིས་དབྱེ་འབྲས་བཏང་ན་རོ། ཞང་ཞུང་ལ་དུས་དེ་དུས་ལ་ཆོས་གཅིག་པོ་ཡིན་བསམ་གི་མི་འདུག་རོ། ཞང་ཞུང་གིས་གཡས་གཡོན་གྱི་ས་ཆ་བྱས་རོགས་ག་དེ་ན་ཁོ་སྟོད་ལུང་དང་འདི་ཟུར་གྲོང་དུ་འདིའི་གཡས་གཡོན་ལ་ཤུགས་ཆེན་པོ་ཅིག་ཁྱབ་ཡོད་ས་རེད་བསམ་བསམ་དེ་ལ་ཞང་ཞུང་ལུག་ཡང་ལབ་ངས་དེ་འདྲའི་གཅིག་གཉིས་ཅིག་མཐོངས་སོ་ར་ད་ཡང་ངེད་ཀྱིས་མ་མཐོང་བའི་ཡོད་སྲིད་གི་རོ་དེབ་མང་པོ་ངའི་དེ་འདྲའི་མང་པོ་ལྟ་དེ་འདྲའི་ལྟར་རང་བ་སོ་ར་འོ་དེ་འདྲའི་གཅིག་བྱེད་རོགས། ཏག། འདི་དྲ། ད་ཁོ་རང་གིས་མང་ཆེ་བྱས་ག་བ་ལ་བསྙད་ཡོད་ཟེར་རེད་མོ་དེ་སོན་ཅེས་ལ་ཟེར་ཁོང་གིས་བོད་རང་གི་ལུགས་སྲོལ་ལ་སྲོལ་བཏོད་ད་ཁོ་རང་གིས་ད་མན་ད་གལ་ཆེ་ཤོས་འགྲོགས་ཅིག་བཙལ་སྲོལ་བཏོད་པ་པོ་འགྲོགས་ཅིག་ད་ངོས་འཛིན་བྱེད་ཉེས་ནང་འདི་ནང་ལུགས་ལ་གཅིག་རེད་ད་ཁོ་རང་གིས་ར་རི་མོ་དེའི་ཁྱད་ཆོས་ག་རེ་ཡོད་ལ་ན་ར་ད་དེ་ངེད་ཀྱི་དེ་ར་ཐུན་མིན་གྱི་ཁྱད་ཆོས་གཙོ་བོ་ག་རེ་ཡོད་ལ་ན་དེ་གཅིག་བྲིས་ད་ད་འདི་ཚང་མ་ར་ཁོ་རང་གི་རི་མོ་ཁྱད་ཆོས་ད་འདི་རི་མོ་གི་ཁྱད་ཆོས་ད་གཅིག་བྱེད་ར་ཨ་ནི་ང་ཚོ་བལ་བྲིས་ལས་ཡོད་ད་ད་ངེད་ཀྱི་བལ་བྲིས་ད་ངེད་དེ་རིང་ཤེས་མེད་ར་ག་དུས་ཚོད་ཀྱི་བལ་བྲིས་ཀྱི་རི་མོ་བྲིས་སྟངས་བརྗོད་ར། འོ་འདི་ད་གཅིག་པ་གཅིག་ཀྱང་ད་རྒྱལ་རྒྱལ་ལ་ཁྱེད་རང་ཚོ་ངེད་ཀྱི་བྱེའུ་རྐང་ལུག་ད་གཅིག་བྱེད་རོགས་རྒྱལ་ལ། ཨ་ཞང་གུག་གལ་ནང་ལོགས་ལ་གཅིག་བལྟ་ད་རོགས་ད་ང་ཚོ་ཤེས་ཀྱི་འདུག་ཨ་ཞང་ལ་སྐད་ཆ་དྲིས་ད་རོགས་མེ་བ་རི་ཨར་དྲིས་ད་ཨ་ནི་ཚང་མ་སྟོན་ལེགས་ཀྱི་འདུག་ཨ་འདི་ད་ད་ད་ཕལ་ཆེར་བྱེའུ་རྐང་ལུག་ད་དོན་གྱི་མ་རེད་བསམ་གྱི་འདུག་ར་ཡིན་ན་ངེད་པར་གཅིག་གཉིས་བྱོས་འོ་འདི་ད་ར་ཁྱེད་རང་ཚོ་གི་མར་བསྡུར་ད་རོགས།

མཛེས་རྒྱན་མཛེས་སྦྱོར། ད་འདི་ཚིག་འདི་ཏག་ཏག་འདི་ཡིན་མི་འདུག་ར Aesthetic ལན། སྙིང་རྗེ་མོ་མཐོང་ཡ་ཞུ་རོགས་དེ་ལ་དཔེ་ཐབས་ལམ་ཞུ་དང། ང་ཚོ་གི་མོ་སྒྲོན་གྱི་འགྲོ་སྟངས་ན་ག་ཅེ་ན་ང་ཚོ་མདུན་དེ་ཆད་ཅིག་དེ་ནི་རྒྱབ་ཆུང་དུ་ཆུང་དུ་འགྲོ། དེ་ཡང་ཤིང་གི་ཁོ་ཚོའི་གི་མདུན་དེ་ལྷ་བྲིས་ན་ད་ཁོ་ཚོ་གི་སྐུ་ཐང་གི་མེ་ལོང་ཞིག་དོ། ད་ང་ཚོ་མེ་ལོང་བླངས་ན་ཐང་ག་ཁོ་རང་གི་སྐྱིད་མ་གཅིག་རང་ཞིག་ལ་འོར་ད་འོ་འདི་གི་ཅེ་ལྷ་དེ་སྐྱིད་མ་ལྷ་དེ་ར་དཔེ་ཆེན་པོ་བྲིས་གི་རེད།

ག་ཚོད་ཀྱི་དེ་དུས་ད་ད་མིག་གིས་ག་ཚོད་ཀྱི་ཆུང་མ་ཡོད་ན་གསུག་ལག་འདི་ཚོ་ཆད་མཐོང་གི་རོ། ང་ཚོས་ད་སྤྱི་སྟངས་ཀྱི་མིག་གོ་རེ་རྣམ་པ་མཐོང་གི་རོ། དང་ཞིག་དེ་དུས་མིག་གིས་ད་བསམ་བློ་ཁེ་སྟངས་འདི་གི་རི་མོ་བྲི་སྟངས་གོ་རེ་དག་ནི་དོ། དེ་ནི་ག་རེ་ད་ཚོན་ལ་ར་ཚོན་ལ་རེ་ཚོགས་ན་ར་ལི་ཏི་ཤུགས་ཆེན་པོ་རེ་ལི་ཏི་ལ་ནི་ད་ཧ་གོ་ར་ཨོ་རེན་ཇི་ལ་ཨོ་འདི་ཅི་ར། ཨ་ནི་ད་དེ་ལ་རོ་ཨ་ཨ་ལེ་ཨོ་དེ་ཅི་ར། ཨ་ནི་ཚོན་མདོག་རྣམས་སུ་ར་སྤྱིར་བཏང་ཚོ་འཚོ་བ་དང་ད་དེ་འཚོ་བ་ལས་ཏོ་ཚིག་འདི་རོ།

ཡང་མ་ན་ཁོ་རང་གི་དེབ་འདི་ནང་ལོ་ན་ཉིད་ཀྱི་ནོར་ཡིན་ཧ་གོ་མ་སུ་ར་ད་འདི་ཉིད་ཀྱི་ཚིག་འདི་ལ་ཏི་སི་ང་སྐད་ཆ་གཉིས་གསུམ་བྲིས་ད་ངས་ཅི་བསམ་སུ་ར་འདི་རང་འཇགས་བཞག་ན་ཡག་ས་རེད་བསམ་སོང་གཞི་ན་གཅིག་ཁྲོ་མདངས་ལ་དཔེ་ཆ་རི་མོ་ལ་ལྟ་ན་རོ་ཨ་ནི་ལི་ཁྲི་ཤུགས་ཆེན་པོ་དང་ཨ་ནི་ཚོན་མདངས་ལྟ་ན་འདུག་ར་དཔེ་མཚོ་བོ་འདི་ན་ཤུགས་ཆེན་པོ་འདི་འདྲ་ཡོད་ས་རེད་བསམ་བསམ་འདུག་དེའི་ནང་དོན་གྱི་ས་ཁྲོ་བོ་རྣམས་སྐུ་མདོག་རྣམས་ན་སྐུ་མདོག་རྣམས་ནི་ཤིན་ཏུ་ནས་ས་འཚོ་བ་དང་ལྟ་སྐུ་མདོག་གི་མདངས་བཏང་བཏང་བྱུང་ད་འདི་ཚོ་དཔེ་ཤུགས་ཆེན་པོ་བཏང་གི་ཡོད་ས་རེད།

ཨ་ནི་དེས་ཆོས་རྒྱལ་ད་དེ་འདྲས་ཀྱི་སྐུ་ལ་དང་ལ་ཐོད་ལ་ཐོད་ལ་ནག་གོ་ར་ད་དེ་ད་མས་དང་ཙིག་བྱེད་ར་ཨ་ནི་དེ་ཚོས་ཨ་ནི་ན་ས་བེར་ལ་ན་ད་མང་ཆ་དེ་དེ་གོ་ཡན་དེ་དེ་ཚིང་པ་ཚིང་པ་ལ་གྱུར་ད་བེར་ལས་དེ་ཕལ་ཆེ་དེ་གི་ཡེ་དེ་འདྲས་དྲ་བོ་དེ་འདྲས་གོང་གུད་དེ་སྟུག་པོ་དེ་འདྲས་གོ་ཡན་དེ་ན་པ་སྟུན་གུད་ད་ཨ་ནི་ཁྲོ་བོ་རྣམས་ཟ་ར་བུང་བ་དོ་ད་ཅིག་གཟུགས། བོང་བ་ཐོ་བ་ལས་ནི་མར་བོང་བ་ཐོ་བ་དང་མི་དང་བོང་ཐུང་བ་དང་ར་ཅིག་ས་ཡི་དེ་ཚོ་ཆུ་འབྱུང་དེ་འདི་བྲལ་དང་ར་དབུགས་དང་སོགས་པ་ཆེ་བ་དང་དང་དབུགས་དང་འདི་སོགས་པ་འདི་ཚོ་ཆེ་བ་དང་ར་ཁྲོ་ཞལ་གདངས་པ་རྣམས་ལ་ལྟ་སྟེ་རི་ཡང་འདི་ཅེས་པ་དང་དམིགས་བསལ་ཁྱད་ཆོས་དང་ཁྲོ་ཞལ་གདངས་པ་རྣམས་ལ་དེང་སང་དང་མིན་པར་ས་ཨ་ནི་མགྲིན་པ་ཡོད་པ་ལྟ་ཅིག་དེང་སང་དང་མིན་པར་ས་ཨ་ནི་མགྲིན་པ་ཡོད་ཀྱི་དང་ཁྲོ་བོ་ཡོད་ཅེས་བྱིན་པ་ཁ་ཅིག་ནི་དུང་བ་ཁ་ཤུགས་ཆེན་པོ་གདངས་ན། འདི་ཐུང་གོ་མ་རོ། རི་མོ་ལྟ་ན། ད་དེ་དུས་ཡང་གདོང་ཁ་ཁྲོ་ཤལ་ཡོད་པ་ག་ཚོད་ད་འགྱིང་པ་ཡང་དོན་དེ་གྱོད་དེ་འདྲས་འགྲིག་གི་ཡོད་ད་དེང་སང་གི་མང་ཆ་ཁྲོ་ཤུགས་ཆུན་པོ་ཁ་གདང་དུས་ད་འགྱིང་པ་འདི་རང་བཞིན་ནི་མེད་བ་ཆགས་ཀྱི་རོ་ཨ་ད་འོ་འདི་རི་མོ་གི་ལུགས་ན་ད་ད་ཡང་འདི་ཆོས་ཕྱོགས་ཀྱི་ག་རེ་འབྲི་བྱེད་རྒྱ་གོས་མེད་ཉིད་དམིགས་བསལ་ཧ་གོ་མ་རོ་ཨ་འདི་ར་ཨ་ནི་ཞེ་འདོད་ཀྱི་དཀྱིལ་འཁོར་དང་ཚིག་རྒྱ་ཆེ་ད་འདི་ར། ཞལ་གྱི་དཀྱིལ་འཁོར་རྣམས་སུ་རྒྱ་ཆེ་ཞིང་ཤ་མཉམ་བོ་བ་དང་རྟ་གཅིག་ཤ་དེ་ཚོ་བོའུ་དང་ར་གཅིག་སྙིང་རྗེ་མོ་ཚེ་བྲིས་གོ་རེས་ར་ཨ་ནེ་ཞལ་རས་སྟོད་སྨད་ཙམ་རྒྱན་གཞུང་མེད་པ་རྟ་གཅིག་གདོང་པ་དེ་ཚོ་ར་གཅིག་མཱིཀ་ཏཱ་སིམ་གྱི་བྱུས་ཤོར་འདྲ་བོ་མེད་པ་ར་ཨ་ནེ་གཅིག་ཏག་ཏག་ཡོད་ཏག་ཏག་བདེ་འགྱོ་བྱེད་ར་དིབ་བདེ་འགྱོ་འདྲ་བོ་དང་ཨེ་འདྲས་མེད་བོ་བྱེད་ར་ཨ་ནེ་གཟུགས་ཅན་དང་དེ་ཚོ་ཚང་མ་གཟུགས་འདི་ཡག་པོ་ཡོད་བོ་བྱེད་ར་ཤངས་དེ་ཚོ་གི་འདི་བྱེད་ར་ཨ་ནེ་སྤྱན་དཀྱུས་རིང་བ་ལ་ན་ཨ་ནེ་མིག་དེ་ཚོ་འདི་སའི་ད་འདི་ལ་ཡོད་ར་སྤྱན་དཀྱུས་འདི་རིང་པོ་བྱེད་ར་ད། ད་ལྟ Nineties གྱི་དུས་ཚོད་དེ་སྐབས་སུ་ར་འབིག་བྱ། གློག་བརྙན་འཁྲབ་ཉེས་ཀྱིས་ད་བུ་མོ་མང་བྱ་སྟེ་ད་དེང་སང་ད་གོན་དོན་གོ་དེ་བུ་མོ་ལུས་རྡེལ་ནག་པོ་བཏང་གི་འདུག་ད་ཉི་མ་ད་མིག་དེ་མིག་ཛི་ག་དེ་སྙིང་འཇུག་མོ་ད་མཐོང་གོ་ར་ད་དེང་སང་ད་ཟུག་ད་མང་བྱ། ད་ཁ་ཤས་ཡང་དེ་མིག་ཆེན་པོ་དེ་ཚོ་ཡང་སྙིང་འཇུག་མོ་ད་ད་དེ་ཀོ་དུས་དུས་ལ་སྤེལ་བའི་རྒྱུ་རུ་དེ་དུས་དེ་འདྲའི་དགྲ་བོ་ཞིག་ལ་སྙིང་འཇུག་མོ་བརྩི་གི་འདུག་ཁྱེད་རང་ཚོ་གིས་ད་གཅིག་བདུན་སྟེང་གི་རི་མོ་དེ་མཐོང་མྱོང། ཨལ་ལྗི་དགོན་པ་ནང་ལོགས་ལ་ཡང་ཇེ་མང་ཆེ། ཀ་ཤི་མི་རིགས་ཀྱི་ལོ་ཆེན་རིན་ཆེན་བཟང་པོ་གིས་བྲིས་བཞག་རྒྱུའི་རི་མོ་དེ་ཚོ་ཡང་ལྟ། ཅན་དེ་ཚོ་མ་ཨེ་འདྲས་ཁྱོད་ད་ལྟ་དེའི་སྐབས་སུ་གི་གོ་རང་གི་ད་ང་ཚོ་ཨིན་ཇིའི་སྐད་དང་མ Trans འགྲོ་འགྲོ་འདོད་ཟེར་ར། ཁྱེད་རང་ཚོ་གི་ད་ལྟ་དུས་ཚོད་དེ་ལ་ག་རེ་འགྲོ་གི་ཡོད་མེད་སང་ཉིན་ཟླ་བ་གཅིག་གཉིས་རྗེས་ལ་ཅིག་ད་དེ་ཨིན་ཇི་སྐད་དང Fashion ལ་ཡི་ཆོ་དེ་བརླགས་སོང་ན་ཡང་ཇེ་འབའ་འཇོ་ར་དེའི་སྐབས་སུ་ད་དེ་འདྲའི་ཤུགས་ཆེན་པོ་ར་ཨ་ནེ་ད་ཆུ་རྡོ་དེ་ཚོའི་ན་པའི་ཁོད་སྙུང་པོ་ད་སྙིང་རྗེ་མོ་ད་ར་ཨ་ཨམ་ཆག་ཤ།

དེ་ལྷག་བྲིས་བཞག་རྒྱུ་དེ་འདྲ་ཡོད་ར། ཨ་ནི་ཡུལ་ལྗོངས་སུ་ད་དམིགས་བསལ་གྱི་རྒྱ་ཆེན་པོ་ཞེ་དྲག་ཡོད་མ་ར། ཡོད་ཡ་ཡོད་གང་ཟེར་ར་ཨིན་དྲ་རྒྱ་ཆེན་པོ་ཞེ་དྲག་ཡོད་མ་ར། ཨ་ནི། རི་མོ་གི་ད་དེ་ལ་ག་ལ། བཅད་རྒྱ་ཡ་དེ་ཚོ་མང་ཆ་སྐ་རགས་ཀྱི་བཅད་རིམ་ལུ་མ་དཀར་བོ་ཡིན་པ་ག་ལ་ཡང་ཚུལ་ལ་དཀར་བོ་གི་བཅད་རྒྱ་ཞོ་དེ་འདྲ་ཡོད་ད་དཀར་བོ་ལས་དུས་ར་ཡིན་གཅིག་མིན་གཅིག་དཀར་བོ་དཀར་རྐྱང་གོང་མ་དེ་ང་ཚོ་ན་དཀར་བོ་རྣམས་ར་དམར་བོ་ཏིས་སྤྲས་རེད་ཁ་ཆེ་ན་དེ་ཁོ་བཞིའུ་ཧར་བོ་མ་མཐོང་ཡ་བྱེད་དུ་ཚན་ཚོན་དེ་ཏིས་མ་གཏོང་ཡ་བྱེད་དུ་ར། ད་དཔེ་ན་ཆ་ན་འདི་གི་རི་མོ་སྒྲོག་བྱེད་ན་དེ་འདྲ་ར། ད་འཇིག་ཉེས་ཀྱི། ཨ་དེ་བསྡད་དོ། ཟུར་ཚང་མ་ཤུགས་ཆུང་པོ་དེ་འདྲའི་ཁྲིད་ར་ཡུལ་ལྗོངས་འདི་ཞོད་དྲག་བཀོད་པ་མེད་པ་བྱེད་ར། ཨ་ནེ་འདི་ནང་ལོག་རེད་ལྟ་འདི་གཅིག་པ་གཅིག་རྐྱང་ར་ང་ཚོ་ད་ལྟ་སྙིགས་དེ་ལས་སོ། མི་བ་རི་ཨར་ལས་སོ་དེ་ནང་ལོག་ལ་དྭགས་རང་བྲིས་ཡོད་ད་རོ་ཡིན་དེ་ཟུར་ལྟ་གཅིག་པ་གཅིག་རྐྱང་རེད་ལྟ་འདི་ཟུར་ལས་ར་གོ་གོ་གོ་གོ་བྱེད་དུས་ན་ལྟ་དཔེ་ན་ཆེ་ས་འདི་དེ་ང་པར་ཡག་པོ་རག་མ་སོ་ར་འདི་ལྟ་ད། འདི་ཟུར་ལ་གོ་གོ་གོ་བྲིས་དང་ལོ་མང་དང་འདི་ནང་ལོ་ལ་ཨང། ད་ལི་ཁྲིད་འདི་ཤུགས་ཆེན་པོ་བཏང་དང་ད་ང་ཁྲོ་བོའི་རིགས་དང་ལྷ་རེ་རེ་རེ་རེ་བྱས་ནས་ཞུགས་ཞུགས་ང་ལ་རག་མ་ཟེར། དཔེ་མཛོད་ནང་ལ་དེབ་ལྟ་ཡོད་ར་ཡིན་ན། དེ་ཅི་དེ་ག་རེད་ང་ཚོ་ཝེབ་སཱིད་ནང་ལོ་ལ་ཁ་ཤས་ལྟ་དེ་རག་གི་མི་འདུག་སྤྲད་མི་སྤྲད་མི་འདུག་ལ་ན་ལན་ཆོག་ཆོག་དེ་འདྲས་མི་འདུག་ར། ལྟ་དེ་གཅིག་ར་ལྟ་དེ་གཅིག་ལ་སྨན་ལུགས་ར། ད་དུས་ཚོད་མི་མང་པོ་དེ་མང་པོ་ཤག་འགྲོ་ཚར་ད། ད་སྨན་ལུགས་ལས་དེ་ར་ད་ཡང་ཁོ་རང་ལུགས་མ་འདྲ་བ་བྱེད་ར། ད་སྨན་ལུགས་ད་ད་བྱིའུ་གང་ལུགས་དེ་ད་མང་ཆེ་བྱེད་ར་བལ་པོ་གི་རུགས་ལུགས་བྱེད་ར་ད་འོ་འདི་དང་འདྲ་བོ་ར་ད་སྨན་ལུགས་ལས་དེ་ཡང་ད་ང་རང་ཚོ་གི་ད་ད་ང་ཚོ་གི་དེ་གི་དྲི་དང་ད་མང་ཆེ་ད་སྨན་ལུགས་གི་དྲི་དང་དེ་ཚོའི་གི་ལུགས་དེ་མང་པོ་ཡོད་ར་བྱིའུ་གང་ལུགས་དེ་མང་ཆེ་དེང་སང་དྲི་ཉེན་ཡོད་ལ་ན་བོད་ནང་ལོགས་ལ་ཐུགས་རིམ་སློབ་གྲྭ་ཁག་དང་དེ་ཁོ་རང་གི་ཆེད་ལས་པ་དེ་འདྲས་དུ་ད་སྨན་ལུགས་ཁོ་རང་རང་ཡིན། བྱིའུ་གང་ལུགས་ཡིན་ཨ་ནི་ཁམས་འདྲིས་ཡིན་ཁོ་རང་ཚོ་ལུགས་མ་འདྲ་བ་ད་ང་ཚོ་བཙན་བྱོལ་ནང་ལོགས་ལ་རག་ཡོད་དང་ཡོད་རེད་ཁ་ཤས་ཀྱི་ཡོད་རེད་ཡིན་ན་མང་ཆ་ག་རེ་སྤྲད་ཤག་ཡོད་རེད་ཁ་རེ་སྤྲད་དེ་ག་རེ་སྙིང་རྗེ་མཐོང་ཡ་བྱེད་རེད་འདིས་འདི་འདི་ལེན་འདི་ནི་འདི་ལེན་འདི་ནི་འདི་འདི་འདི་ཚང་མ་མཉམ་འཛོམས་རེད་སྤྲད་རེ་བཏང་རོགས་ཨ་བྱས་ཙང་ད་ད་ངོས་འཛིན་ཡ་ལ་དེ་ཁག་པོ་རེད་ད་འདི་འདི་མི་ལུགས་རེད་དོ་མི་འདི་མ་རེད་ད་ཁ་ཤས་ཀྱི་ཡོད་ས་རེད་ད་སྐར་མ་ག་དྲི་རུག་ང་རང་སྐར་མ་ག་དྲི་རང་མ་ཏོ་བཞིན་པ་དྲི་ཞིག་མེད་ཁམས་འདྲིས་ད་ད་ད་ང་ད་གཅིག་འདི་རེད་སྨན་བླ་དུད་འགྲོ་རུ་ད་སྨན་བླ་དུད་འགྲོ་ལ་ཡིན་ད་ང་ཚོ་གི་ད

ད་དེ་མང་ཡོང་རྒྱ་མང་ཆ་དེ་བྲིས་འདུག་ར་ངས་ལྟ་ཡིན་རོགས་དེ་ན་ཨ་ནེ་ཁོ་རང་ཆུང་མ་དང་མ་ཆ་མེད་ཅིག་ཡོད་དེ་ཡུལ་འདི་འདྲ་ཞིག་ལ་འགྲོ་ནས་ཨ་ནེ་ཁོ་རང་ལ་བརྙས་དེ་གར་དེ་དེ་ལ་གཅིག་དེ་ར་པིར་སྡོང་ལས་ད་པིར་གྱི་དེ་འདྲའི་ལུག་ས་གཅིག་བྱེད་ར་དེ་ད་པིར་སྡོང་དེ་གཅིག་བྱེད་ཨ་ནེ་བྲིས་པས་བྲིས་ཡ་གི་དཔེ་དེ་འདྲའི་ད་བརྙས་ར་ཨ་ནེ་དེ་བརྙས་དུས་ར་ཨ་ནེ་ཁོ་རང་གི་དེ་དེ་ལ་ཅིག་ཁ་ཕྱོགས་ནས་ཨ་ནེ་ཁོ་རང་དེ་ད་ཅིག་དགེ་རྒན་གྲོགས་ཀྱི་ཚལ་ཁ་འགྲོ་དུས་ར་ཨ་ནེ་ཁོ་རང་ལ་སུས་མཇལ་རེད་ན་དོ་པ་བཀྲ་ཤིས་རྒྱལ་པོ་ལ་ཡིས་མཇལ་རེད་ད་ཁོ་རང་གི་དགེ་རྒན་དོ་པ་བཀྲ་ཤིས་རྒྱལ་པོ་ལ་ད་ཁོ་རང་ལ་མཇལ་ནས་ཨ་ནེ་ད་དམིགས་བསལ་གྱི་ག་རེ་གི་ཡོད་རེད་ལབ་ན་ཁོ་རང་ལ་རག་སྨད་ལ་དོན་འགྲུབ་ཁོ་རང་གི་ལ་དགེ་རྒན་བྲོ་པ་བཀྲ་ཤིས་རྒྱལ་པོ་ལ་ཁོ་རང་ལ་སློབ་མ་ཁོ་རང་ལས་ལྷག་བ་ལ་སློབ་མ་གཉིས་བྱུང་རེད་གཅིག་སྨད་ལ་དོན་འགྲུབ་དང་གཅིག་མཁྱེན་བརྩེ་ཆེན་མོ་ལ་གཉིས་བྱུང་རེད་ད་འདི་ང་ཚོ་སྨད་མཁྱེན་སྨད་མཁྱེན་གཉིས་ཀྱི་ལུགས་ལ་ཡོད་ད་ང་ཚོ་ཡོངས་ཁྱབ་མང་ཆེ་རི་མོ་ནང་ལོགས་ལ་སྨད་མཁྱེན་གཉིས་ཀྱི་ལུགས་ལས་ད་ཡོད་མ་རེད་འདྲ་བོ་ཅིག་བརྩི་གི་རེད་ད་དེ་བརྩི་གི་རེད་ལབ་ན་ད་མང་ཆེ་ཡོངས་ཁྱབ་འདི་འགྲིག་གི་འདུག་ད་ཁོ་རང་གི་འདི་བྲོ་པ་བཀྲ་ཤིས་རྒྱལ་པོ་ནང་འདི་བྱས་ནས་ཨང་ནི་ཁོང་གི་སློབ་དཔོན་ལ་བསྟན་ནས་ཨང་རི་མོ་གི་ད། ཚང་མ་སྦྱངས་རོགས། དེའི་རྗེས་ལ་རྡོ་སྦག་བཀྲ་ཤིས་རྒྱལ་པོ་ད་ག་རེད་རྡོ་སྦག་བཀྲ་ཤིས་རྒྱལ་པོ་ནི་ཟེར་ར་རབ་བྱུང་བཅུ་བཞི་པའི་དུས་ནས་ད། ཁོ་རང་གི། འཁྲུངས་ས་དང་འདི་ཚོ་ངས་ཞུ་བཤད་གོ་མ་མེད་བྱས་འདི་ན་མཐོང་གི་འདུག་དེའི་ནང་ལོག་གི་ད་ཁོ་རང་གི་སྦྱངས་ས་དེ་ཡང་སྤྲུལ་སྐུ། གླིའུ་གླིའུ་ཆུང་ལ་ཡ་བྱེད་འདུག་ར། དེ་གི་ཡང་ལུར་གུ་དང་བྱིའུ་མང་པོ་ང་ལ་རྙེད་ཀྱི་མི་འདུག་ར་གྲོ་སྦག་བཀྲ་ཤིས་རྒྱལ་པོ་ཁོ་རང་གི་ཡང་སྟུག་ས་བྱོས་ར་དེ་ཡང་དུས་ལིའུ་ཆུང་ལ་ཡིན་དུས་དྲུག་རེ་བྱས་དཱ་ཨ་མའི་སློབ་ཏུ་འགྲོ་སྟབས་ཁོང་ཁོ་ཚོའི་གི་ཕལ་ཆེར་གི་རི་མོ་དེ་མང་ཆེ་ལེན་སྟངས་ནི་ཨ་ནེ་ཡང་ཐང་ཅིག་གི་བྱིའུ་རྐང་པའི་ལུགས་བྱས་ར་དེ་ལ་ཡི་དེ་གཞི་བཞག་བྱས་དཱ་སྨན་བླ་དོན་གྲུབ་ནས་ཁོང་གི་རི་མོ་ཁྱད་ཆོས་ནི་ཟེར་ར་སྤྱིར་ལ་དང་བྱིའུ་རྐང་ལུགས་ཀྱི་འབྲི་རྒྱུན་གཙོ་བོ་གཞི་རུ་བཟུང་ནས་ཡང་ཟེར་དཱ་ད་ཁོ་རང་གི་གཞི་བཞག་ས་དེ་བྱིའུ་རྐང་གི་ལ་ཏིགས་ལེན་རེད་དེ་ནི་ཨ་ནེ་ཁོ་རང་གི་དམིགས་བསལ་གི་གསར་གཏོད། ཤུགས་ཆེར་བཏང་ཡོད། ད་ཐ་མཐའ་ཁ་མཚར་ང་ཚོ་གི་སྨན་ལུགས་བྲིས་སྟངས་འདི་རེ་བ་ག་རེ་རེད་ལབ་ན། ཏེ། བྱིའུ་གང་ལུགས་དང་ཞེ་དྲག་འབྲེལ་གི་མ་རེད་ཁོ་རང་གི་དཔེ་གསར་གཏོད་འདི་ནང་ལོགས་ལ་དམིགས་བསལ་གྱིས་མང་དུ་བཏང་ཡོད། ད། ང་ཚོ་གི་དེ་འདྲ་འདི་ནང་ལོགས་ནས་ནང་ཚོ་འདི་ནང་ལོགས་ནས་ང་ཚོ་གི་སྡེ་ཚན་འདི་ནང་ལོགས་ཀྱི་རི་མོ་བྲིས་སྟངས་དེ་ཡང་མང་ཆེ་སྨན་ལུགས་རང་རེད་གང་ཡིན་ཟེར་ན། ང་ཚོ་གི་དགེ་རྒན་དེ་ཁོ་རང་གི་སྦྱངས་ས་དེ་སྨན་ལུགས་ར་སྦྱངས་འདུག་ཨ་ནི་ཁོ་རང་གི་རྒྱུན་དེ་ལ་དག་རང་སྤྲད་ཞེ་དྲག། དེ་ཅི་ང་ཚོ་གི་ད་ལྟ་ཕའི་བྲིས་ཐང་དེ་མེ་ལུག་གི་བྲིས་ཐང་རང་འདྲི་བྲིས་དེ་རེད། ད་འདི་ཅི་ལ་རག། ད་མེ་ལུག་ལ་དམིགས་བསལ་ཁྱད་ཆོས་ག་རེ་ན་ནི་ཁོ་རང་གི་དེབ་འདི་ད་ཡུལ་ལྗོངས་དང་དེ་ཚོ་ལ་དཔེ་རྙིང་ལྗིད་མོ་བྲིས། མེ་ཏོག་དང་དེ་ནས་ད་འཇིག་དེ་ལ་ཡུལ་ལྗོངས་ཞི་དྲག་བཀོད་པ་མང་པོ་ཡོད་མ་རེད་ད་ལྟ་དེ་ལ་ཡུལ་ལྗོངས་ཀྱི་བཀོད་པ་མང་པོ་རེད། ཨ་ནི་དམིགས་བསལ་གྱི་དོན་དག་ནམ་མཁའ་དང། ཨ་ནི་ས། ས། དྲས་བྱོས་ལ་དེའི་སྐབས་སུ་ལ་ཡའི་འགྲོ་བར་ནམ་མཁའ་དང་པོ་ཚོགས་བྱེད་ཚོགས་དང་ནི་ཤུགས་ཆད་བྱེད་དེ་ནི་མ་སྐྱ་སྐྱ་སྐྱ་སྐྱ་སྒྲོས་བྱོས་ལ་ཨ་ནི་སྤང་ཡིན་ན་རོ་དང་པོ་སྤང་དེ་དུས་སུ་ཐུག་པོ་ད་ཐུག་པོ་ལ་ནི་མཚོན་དེ་ཤུགས་ཆད་བྱེད་དེ་ནི་མ་ཡི་སྐྱ་དེ་སྐྱ་དུ་ཡའི་འགྲོ་ཡིན་ནི་གླག་འགྲོ་ཡི་གི་འདི་འདྲས་བྲིས་དགོས་རེད་ཟེར་དེ་ནས་ཡང་ལ་སྤྱིར་མཚོན་སྟངས་རྣམས་ལ་ཡི་རྐྱང་ཟེར་སྐྲག་ཞིང་ཟེར་ཅུང་ཟད་ཟེར་སྐྱ་སྐྱ་ནུབ་པ་འདི་འདྲས་ཡོད་རེད་ཟེར་ད་ངེས་ཚོད་ད་འདི་ནང་ལོ་ལ་ར་སྤང་ད་གཅིག་སྤང་འདི་ཚོ་མཐོང་དུས་ར།

ང་ཚོ་དྲང་ལྡོག་དང་ཁ་རས་ཚ་ཚ་ཚ་ཚ་ད་འདི་ལག་གཡོན་མེད་ཉིན་ཧྭོ་མེད་གྲྭ་ག་དེ་ན་ཚུན་འདིས་དམག་དབུ་དང་སྲས་དབུ་དང་སྒྲིག་ཚང་མ་ཡོད་ཨ་ནི་ང་ཚོ་བོམ་ཀ་ལ་ནས་ཚུན་བྱོན་མ་ཚུར་ར་དྲང་མོ་རིགས་མང་ཅག་ལྗང་གུ་དང་འདི་ཚོ་བྱས་ཙང་ང་ཚོ་གཡེར་ཀ་ལ་དུག་ལོག་མང་ཅག་ད་ད་སྔོན་པོ་དང་སྔོན་རྒྱ་ཨ་ནི་དཀར་བོ་འདི་འདྲ་གུས་འདུད་ར།

བོམ་ཀ་ལེར། དེ་ནང་བཞིན་ང་ཚོ་བོད་པའི་ཁོ་རང་ནང་ལ་ར། ཨ་ནི་དེ་ཚོན་དེ་ཚོ་འགྲོ་སྟངས་དེ་ཚོ་ཡོད་ར། ཨ་ནི་གཙོ་གཙོ་བོ་གི་ཚོན་དང་ང་ཚོ་ང་ཚོ་ཚོན་ནང་ལོགས་ལ Primary Secondary ཀ་ལེར་དང་དག་ནང་བཞིན་ང་ཚོ་བོད་པའི་གི་དེ་ནང་ལོགས་ཡོད་ར། མང་ཉུང་གི་དེ་ཁྱད་པར་ཅིག་མ་གཏོགས་ར་ཡོད་ཡོད་ར། ད་དེ་བྱས་ར། ཨ་ནི་གཙོ་འཁོར་རྣམས་གཙོ་བོ་ཅུང་ཞིག་ད་དེ་ངས་བཤད་ས་ཞིག་ར་དེ་ཞིག་མང་པོ་བཤད་ཤོག་མ་བྱོས་ར། དེ་ཚོའི་བཤད་སྒྲ་མི་འདུག་ར། དེ་རྗེས་ལ་ན་དྲག་པོའི་རིགས་རྣམས་ཟེར་ཨ་ནི་ད་རྔམ་ཤུགས་ཆེན་པོ་ར་དྲག་པོའི་རིགས་སམ་དྲག་པོ་གི་རྣམ་པ་སྟོན་དགོས་རེད་ཟེར་ར། དྲག་པོའི་རྣམ་པ་སྟོན་ལ་ན་ང་ཚོ་ཞེད་སྣང་ཡོད་དུས་ཞེད་སྣང་རང་གིས་རྣམ་པ་སྟོན་དགོས་མ་གཏོགས་ར་གཅིག་གི་ཞེ་དེ་ཁོ་ཁྲོ་བོ་རེད་ལ་དོ་ར་ནི་དཔེ་ཞེད་སྣང་ཡོད་ད་ལེ་ར་འདམ་ལ་ལྟ་ན་དེ་ལྟ་ཁ་ལྟ་ཁྲོ་བོ་གི་རྣམ་པ་ཞིག་མི་འདུག་ཨ་ར་ཁོ་ད་གདོང་འཁོར་ན་ཧ་གོ་དུས་ར་ཁ་ཤས་ཡང་མཐོང་དུས་འཁོར་ར་ནི་ཨོ་དེ་ལྟ་དཔེ་ཞེད་སྣང་སོགས་དུས་ཟེར་ར་ལས་ཀྱི་ར་འོ་དེ་འདྲའི་རོགས་ཆ་ཡ་ཀྱི་ར་དེ་འདྲའི་གི་ད་རྣམ་པ་འདི་ཚོ་ཐ་ངེས་ཀྱི་ཁྱེད་རང་ཚོ་ལྟ་ཡི་དེ་ཞེ་ར་དེ་འདྲའི་ཕྱིར་ར་ཨ་ནི་ལྟ་ཁོ་ཚོ་གི་གསེར་གི་ད་ང་ཚོ་གསེར་བཏང་བཏང་བྱོས་ད། ད་ཤེས་རིག་དེ་དཔལ་ཞིབ་ཚགས་པོ་ཞུ་བཏང་གི་རེད། ད་འདྲི་བྲལ་བཏང་གི་རེད་ང་ཚོ་ནམ་རྒྱུན། ནམ་ས་ལ་ད་ཡིན་དེ་ར་ཨ་ནི་སྤང་བཏང་སྤང་ལ་མ་ར། དེ་མེ་ཏོག་བཏང་དེ་ཚོ་ཚང་མ་ལ་རོ་གསེར་གྱི་བཏང་ཡས་ཞོར་ད་དེ་གསེར་དེ་དཔལ་ཞིབ་ཚགས་པོ་ཞུ་ཞིག་བཏང་གི་ར། ཨ་ནི་ད་ག་ནང་བཞིན་གྱི་ད་དེ་ལ་གཅིག་ཏུ་ར་རབ་བྱུང་དགེ་བས་ཡེ་མེ་སུ་ར་ཆུ་ཡ་དེ་ནང་ལོ་ལ་ར་གཙང་བཀྲ་ཤིས་བླུན་པོས་གྱིས་ད་དགོན་པ་དེ་ཞིང་དུ་ར་ས་ར་ཨ་ནི་བྱང་ཕྱོགས་ཀྱི་ལྡེབས་རིས། ཨ་ནེ་རྒྱལ་བ་རྡོ་རྗེ་འཆང་དང། དེ་ཨ་ནང་ཆེན་གྱི་གྲུབ་ཆེན་བརྒྱད་ཅུ་དང། ཨ་ནེ་ག་རེ། རྗེ་ཙོང་ཁ་པ་ཡབ་སྲས་དང། ནུབ་ངོས་སུ་ལ་ཨ་ནེ། ཐུབ་པའི་མཛད་པ་བཅུ་གཉིས་དང། ཨ་ནེ་དེ་ཨ་ནང་ཆེན་གྱི། གཡུ་ལོ་བཀོད་ཀྱི་དེ་ཚང་མ་ཡོད། དེ་ཚང་མ་མང་ཆེ་ད་ཨ་ནེ་གཞུང། ད་གཞུང་གཞུང་སྒོ་ལ་ན་ད། main entrance བྱེད་ས་ཀྱི་ད་དེ་ནང་ལོགས་ཀྱི་ཅིག་ཡོད་ར། དེའི་རྐྱེན་གྱིས་ཀ་བ་ཚང་མ་ལ་ནི་རི་མོ་ད་ཁྲོ་བོའི་གྱི་རི་མོ་མང་ཅག་བྲིས་ངེས་ཏེ་ཨ་ནི་ཁོ་རང་གི་ད་ཕྱག་ཕྱག་མཚན་རེད་ད་འདི་ཚང་མ་ད་ལྟ་ང་ཚོ་མཇལ་ཡས་ཡོད་རེད་ར་ཡིན་ན་ང་ད་པར་མང་པོ་ད་རག་མ་སོང་ར་དེ་གཅིག་བྱ་ཨ་ནི་ད་ད་ཁོ་རང་གི་བྲིས་རྒྱུན་དེ་ག་བ་ཕྱོགས་ལ་ཡོད་ལ་ན་ཨ་ནི་སྡེ་དགེ་ག་རེ་ད་ད་ད་སྡེ་དགེ་གི་རྫོང་མ་ནང་ལོ་ད་ད་དགོན་པ་ཞིག་འདུག་ར། ད་ཐང་གའི་ལྷ་ཁང་ཞིག་མཛད་པས་ད་དགོངས་པ་ཆུང་ཆུང་ཞིག་དང་དེའི་ནང་ལོགས་ན་ཁོང་གི་སྨན་བླའི་དོན་གྲུབ་ཀྱིས་ཁོ་རང་གི་ཕྱག་རྫས་ཀྱི་བྲིས་ཆ་བསྐྱུར་ཏེ་ད་ལྟ་ར་མཇལ་རྒྱུ་ཡོད། ད་ལྟའི་བོད་ནང་དུ་ད་སྨན་བླ་དོན་གྲུབ་ཀྱིས་ད་ཤུགས་ཆེན་པོ་ཞུ་འོས་རེད་དེའི་ལུགས་དེ་བྲིས་ངེས་དེ་ར། ཨ་ནི་དེའི་རྗེས་ལ་རོགས་སྨན་བླ་དོན་གྲུབ་ཁོ་རང་གིས་དེའི་རྗེས་ཟེར་ལ་ར་ཁོ་རང་གིས་ཡང་དེ་ལུགས་དེ་ནི་ནི་གཞན་པ་ཅིག་གས་འགྲོ་རེད་འོ་འདི་ལ་ག་རེ་ལབ་ན། གཙང་པ་ཆོས་དབྱིངས་རྒྱ་མཚོ་ལའི་མི་ཅིག་གིས་ག་རེ་སྨན་གསར་ལའི་ལུགས་ཅིག་གསར་བ་ཞིག་བྲིས་རེད། ཡང་སྨན་བླ་དོན་གྲུབ་ཡིན་པ་ལ་སྨན་ལུགས་འདི་ཡིན་པ་ལ་སྨན་གསར་རྟ་ཕལ་ཆེ་མང་ཅའོ་འདི་བྱན་པ་འདི་ལ་སྨན་སྙིང་སྨན་སྙིང་ལགས་ཀྱི་རོ་ད་ལྟ་གཙང་པ་ཆོས་དབྱིངས་རྒྱ་མཚོ་ཁོ་རང་གིས་མཛད་བཞག་གྱོ་རེ་མོ་འདི་ལ་ཨ་ནི་སྨན་གསར་སྨན་གསར་ཞེས་ལགས་ཀྱི་ར་ད་འདི་གི་སྨན་གསར་གྱི་ཁྱད་ཆོས་འདི་འདི་འདྲའི་གྲོགས་ཆོས་དྲ་ཞིའུ་ཞིའུ་དང་དྲ་རྒྱའི་བ་དང་ཡིན་ནའང་ཁོ་རང་གིས་ད་ལྟ་ལུགས་འདི་དང་སྨན་བླ་རོགས་རེ་ཡིན་ཀྱང་ར་ཨ་ནི་ཞེས་ཁོ་རང་གིས་ཡང་དེ་གསར་བཏོད་བྱོས་ར་ཨ་ནི་ཞེས་ད་ག་རེ་དོ། ཞེས་ཀུན་རྣམས་ལས་ས་སྐུ་འཕང་མཐོ་བ་དང་དེ།

ད་ཁོ་རང་གིས་ད་རི་མོ་དེ་ང་ལ་མང་པོ་ད་རང་མ་བཟོ་ར་སྨན་བླ་དོན་གྲུབ་ད་སྨན་བླ་དོན་གྲུབ་ཀྱི་སྔོན་ནས་རི་མོ་རང་མ་བཟོ་ན་དེ་ཧམ་པ་ཟ་སྨན་བླ་དོན་གྲུབ་རི་མོ་མང་པོ་ཡོད་ར་ད་ངས་འདི་ནང་ལོགས་ནས་རི་མོ་རྙིང་ཤོས་ནང་ལོགས་ད་གལ་ཆེ་ནང་ལོགས་ནས་མང་བཏོན་ཡོད་ར་འདི་ད་སྔོན་ནས་ཁོ་རང་གི་ཆག་རྒྱུན་ར་ད་ད་ད་དེ་གོང་ད་ད་ས་ཆ་དེ་ང་དྲན་གི་མི་འདུག་ག་བ་ཡིན་ན་གཅིག་ནང་ལོགས་ལ་འདི་ད་ད་འདི་འདུག་ར་དེ། པའི་མི་ལ་དུད་འགྲོ་ཁོ་རང་གིས་ཕྱག་དཔེ། འདི་ད་ལྟ་རྒན་བསྟན་པ་རབ་བརྟན་ལ་ཉེ་ཆེ་ད་བོད་པའི་བོད་ནི་ད་ཕལ་ཆེར་དགོངས་པ་རྫོགས་ཡིན་ཙང་ཡོད་བསམ་སོང་ཁོང་གིས་ད་ནི་དེབ་གཅིག་བྲིས་ཡོད་རེད་དེའི་ནང་ལོགས་ལ་འདི་འདི་དེ་ཡོད་ད་ཉིད་ཀྱི་འདི་གཉིས་ཆ་འདི་དག་རང་ནས་ལེན་ཡིན་ར་རེད་མོ་འདི་ལེན་ད་དེ་ད་འཇིག་ལགས་ན་ཟེར་ཡུལ་ལྗོངས་ཀྱི་བཀོད་པ་དང་མེ་ཏོག་དང་དེ་ཚོ་དཔེ་མཛེས་མཛེས་པོ་ཞུ་འོར་ད་ད་ལྟ་ང་ཚོའི་བྲིས་ཐང་དང་དམན་ལ་དམན་ལྷ་གི་བྲིས་ཐང་དེ་ལ་ཏི་ཤུགས་ཆེན་གྱི་བྲིས་ཉེས་མང་པོ་རེད་དེ་ཡང་ཏི་སེ་ལྟ་སྟངས་ལ་སྙིང་རྗེ་མོ་བྱེད་ཨ་ནི་ཡུལ་ལྗོངས་ཀྱི་བཀོད་པ་དང་འདི་ཚང་མ་ར་ཨ་འཇིག་ཚང་མ་ལ་ར་བུ་ཚུལ་དོག་པོ་ཞེ་དྲག་མེད་ཀྱོག་ཅོ་རེད།

ད་འདི་འདི་རེད་ད་ད་འཇིགས་ངེས་ད་རྡོ་པ་བཀྲ་ཤིས་སྒེའུ་ཀའི་སྨན་བླ་རྡོ་འགྲུབ་ད་མཁྱེན་བརྩེ་ཆེན་པོ་གཉིས་གཉིས་ལགས་སོ་ཨ་གཅིག་འདི་རེད་གཅིག་ཁོ་རང་རེད་ད་ཁོ་རང་གཉིས་ཀས་ད་དགེ་རྒན་ལས་ལྷག་པ་བྱུང་རེད་ལགས་ད་ཕྱིས་སུ་ར་རྡོ་པ་བཀྲ་ཤིས་སྒེའུ་ཀའི་རི་མོ་ལུག་དེ་བཞུགས་བཞུགས་མཐོང་ཡ་དེ་ནས་མ་ནི་སྨན་བླ་རྡོ་འགྲུབ་ད་མཁྱེན་བརྩེ་ཆེན་པོ་གཉིས་ཀ་ད་ཧ་ལས་གོ་ཡ་ཐལ་ཡོད་ད་འདི་གི་ག་རེ་ད་གཙོ་བོའི་ལྷ་ཁང་ལྷ་ག་རེ་གཙོ་བོ་ལྷོ་ཁ་དང་ཟེར་ཨ་ནི་གཙང་ཁུལ་དུ་ད་དར་ཁྱབ་ཕྱུག་ཆེན་པོ་བྱོས་ར་ཨ་གོང་ཀ་རྡོ་རྗེ་གོང་ཀ་རྡོ་རྗེ་གདན་ལ་ནས་ད་ད་འདི་ཕལ་ཆེར་ལྷས་ས་ནི་འདི་ཡོན་ཅིག་ཡིན་ས་རེད་ད། འོ་དེའི་ལམ་ལུགས་ཀྱི་ལྡེབས་བྲིས་གཙང་མ་དག་ནི། མཁྱེན་བརྩེ་གྱི་ལུགས་དེར་བྲིས་ཡོད་རེད། ད་དེ་ལྟར་བྲིས་རྒྱུན་དེ་ནི་ཁྱད་ཆོས་གཙོ་བོ་ནི་ཟེར་བྱིའུ་རྐང་པའི་ད་དེ་ལྟར་ཡིན་རབས་ཁོ་ཚོས་རྨང་གཞི་བཞག་ས་ད་བྱིའུ་རྐང་པའི་ལུགས་ཡིན་སར་རྨང་བྲིས་དེ་ལ། ལྷ་སྐུའི་བྲིས་ཚུལ་དང། ཞིག་གིས་རྣམ་འགྱུར་རང་ཉིད་ཀྱི་དམིགས་བསལ་ཁྱད་ཆོས་ཤིག་ད་དེ་འདྲ་བཏོན་རེད། གཞི་བཞག་ས་ད་བྱིའུ་ལུགས་ཀྱི་འདི་བྱས་འདི་བྱས་ད་དམིགས་བསལ་གྱི་ཁོ་རང་གི་འདི་ནང་ལོགས་འདི་བྱས་ར་ཁྲོ་བོ་དང་དཀྱིལ་འཁོར་དཀྱིལ་འཁོར་རིགས་ལ་ཁོ་རང་གི་བྱིའུ་བྲིས་ཡོད་ར་ནི་ང་ལ

ཏི། ང་ཚོའི་ནང་ཏི་ཤུགས་ཆད་དུ་བྲིས་ཡོད་རེད། སྤྱི་བཏང་ད་གིང་པར་ཨིན་དེས་ང་ཚོ་ཐིག་ཚད་དུ་ཁོ་རང་བཞིན་ཏོ་ན་བྲིས་ཐང་བྱོས་རེད། ད་འདི་ལ་ཡི་ཏི་ཤུགས་ཆད་རེད་འགྲོ་གི་ཡོད་ཟེར་ཁོ་རང་གིས་བྲིས་ཐང་ད་ན། ཨ་ནི་ཨོ་འདི་ཀྱི་མ་ལ་ང་གཅིག་བྱེད་མེད་ལ་དོན་གྲུབ་ཁོ་རང་གི་འགྲོ་ཚུན་ན་རོགས་ཁོ་རང་གིས་ཕྱག་འཚལ་ཡེ་ཤེས་ནོར་བུ་ལ་དེབ་ཅིག་བྲིས་ཡོད་ད་ང་དེ་ལ་ཆེད་བྱས་ད་ང་དྲན་པ་གསོས་སོང་ཕྱག་འཚལ་ཡེ་ཤེས་ནོར་བུ་ལ་དེབ་ཅིག་བྲིས་ཡོད་འདི་དུས་འཁོར་དང་དངོས་པའི་ལུགས་དང་དེ་ཚོ་ང་ལ་གཞི་ལ་བཞག་ནས་ཨ་ནི་ཐིག་ཚད་ཅིག། རྟགས་མི་གཟུགས་ལ་ག་འདྲས་རྒྱག་དགོས་དྲ་ང་ཚོ་དབྱིན་ཇི་དབྱིན་ཇི་ནང་མ Iconography ལས་དྲ Iconography Iconography དང Iconometry གཉིས་སུ་གཅིག་ཚད་དང་གཅིག་ང་ཚོ་གི་ཕྱག་མཚན་བྲིས་སྟངས་ཅི་རེད་འོ་འདི་ཚང་མ་ལ་འདི་གཞི་བཞག་ནས་ཁོ་རང་གི་དེབ་ཅིག་བྲིས་ཡོད་རེད་དེབ་འདི་མིང་ལ་ཕྱག་མཚན་ཡེ་ཤེས་ནི་འོད་ལ་མཎྜལ་དུ་འགྲོ་དགོས་ཏེ་ད་འདི་ནམ་རྒྱུན་ནས་ཡང་གཞི་འཛིན་ས་ཤུགས་ཆེ་ཤོས་ཅིག་རི་མོ་སྒང་ལ་ད་འདི་བྱེད་དགོས་དྲ་ད་འདི་ད་འཇིགས་ནས་འཕྲོས་ད་ག་ཅེ་ན་ཁོང་ཁོང་གླེད་དུས་ང་ཞི་ནས་དྲན་པ་བཟོས་སོ་འོ་འདི་ད་འདི་འདི་བྱས་དྲ་ཨ་ནི་ཤ་གཟུགས་དང་ཟེར་ཨ་འདི་ཚང་མ་ད། མ་འདྲ་བ་དེ་ཡོད། ཇེ་ནང་ལྟ་ང་ཚོ་ཁྲོ་བོའི་རིགས་ཙང་མ་ཅིག་གིས་ཁྲོ་བོའི་རྣམ་པ་ཤུགས་ཆེན་པོ་རང་བཞིན་སྟོན་ཙང་མ་སྟོན་བྱས་ཡོད། ཞི་ཁྲོ་གཉིས་ཀྱི་ཤ་མདོག་གི་ནང་དབྱེ་ཕྱིར། ད་ཞི་བ་དང་ཁྲོ་བོ་གཉིས་ཀྱི་ཤ་མདོག་དེ་དབྱེ་བ་ཕྱེ་ཐུབ་པ་དང་ན་ཕལ་ཆེར་འདི་ལ་ང་ཚོ་ད་ཇི་སྙེད་ལབ་དང་ཁ་ཤས་ང་ཚོ་རྒྱབ་ལོགས་ལ་མཐིང་ནག་བྱུག་གི་ན་རོ་ནང་ལོགས་ལ་མཐིང་སྐྱ་སྐྱ་བྱུག་གི་རེད་འདི་དང་འདི་དཀྱིས་མ་ལ་རེ་ལྕེ་ག་ཤེད་རྒྱག་ཉེ་རེད་ཁ་ཤས་ལྕེ་རྒྱག་གི་མ་རེད་ཁོ་རྣམ་པ་དེ་ང་ཚོ་ཤེར་ཅིག་ང་ཚོ་ད་མི་རྣམས་ལག་པ་དེ་ལ་དེ་དེ་ལྟ་དཀའ་བོ་ཞུ་གི་ད་ཡོད་མ་དེ་དེ་ཤུགས་ཆེ་དཀར་རེད་དོ། དེ་དེ་དེ་ནང་ལོ་དབྱེ་བ་ཕྱེ་གི་དོ་འོ་དེ་འདྲའི་ཁ་ཤས་ཡང་དབྱེ་བ་ཕྱེ་དེ་ཡོད་དེ་འདྲའི་དོ་དེ། དེ་སྟོན་སྟངས་འདྲ་མང་པོ་རེད་ཟེར་ན་ཟེར་བའི་དམུ་ལྷུག་ཙམ་ཟེར་ར་སྤྱན་ཤ་དོད་པ་དང་ད་དེ་ན་ཟ་གི་རིགས་དང་དེ་ལྷོད་ལྷོད་བྱེད་ར་དམིགས་བསལ་གྱི་ད་དེ་ལ་རོ་ཁྲོ་བོའི་གི་རིགས་དང་ར་དེ་རེད་དོ་ཨ་ནི་ག་རེད། ཞབས་ཞབས་བསྣོན་དང་ལ་དྭགས་བ་ལ་རྐང་པ་ལ་སྣེམ་བཞག་གྱོད་བྱེད་དང་མི་མགོ་དེ་མི་མགོ་མི་མགོ་རློན་པའི་གི་རྡོ་ཤལ་སོགས་ལ་ས་གསོན་ཉམས་ལྡན་པ་ལྟ་བ་ལ་རྐང་པ་བ་ལ་ཏན་ཏག་ལྷ་ཁྲོ་བོ་དེ་འཛུགས་པ་ལྟ་མི་མགོ་དང་བ་ཕྱུགས་དང་ཧ་རི་རྣམས་འདི་ཚང་མ་རོ་གཅིག་གི་གསོན་ཉམས་ལྡན་བ་ལ་ན Realistic འགྲོ་བོ་ཅིག་སྟོན་འདུག་བར་ལྟ་གཅིག་གི་ཨོ་ད་འདི་ལྟ་མི་གཅིག་སྟེ་སྣེམ་བཞག་ལ་སྣེམ་ལ་ནང་བཞིན་གྱི་ར་གཅིག་གི་དངོས་གནས་ཨོ་ད་ལྟ་འདི་མིའི་གོ་ར་རློན་པ་རང་གོ་ར་ནས་སྣེམ་བཞག་གྱོད་དེ་འདྲའི་འགྲོ་བོ་གི་རྣམ་པ་དེ་སྟོན་ཐུབ་བོ་རེད་ཟེར་ར། དེ་ནས།

མཁྱེན་བརྩེ་ཆེན་མོ་ལུགས་འདི་རུག་འདི་རེད་དེ། ད་འདི་མཛེས་གྲོགས་ཤིག་བྲིས་འདི་འདི་ད་ལྟ་ངེད་ཀྱིས་ད་ལྟ་རེ་ལ་སོ་ད་ལྟ་རྒན། བསྟན་པ་རབ་བརྟན་ལགས་ཀྱིས་དེབ་ཅིག་རེ་འདི་ནང་ལོགས་ནས་ངས་དཔར་འདི་ལེན་བཞག་ཡོད། དཔར་རྟ་མང་པོ་རག་གི་མི་འདུག་དྲང་པོ་བཤད་ན། དྲ་རྒྱ་ནང་ལོགས་ལས་ཚེག་རེ་བ་དཔར་ཚང་མ་ཡར་དྲའུ་དྲའུ་དྲའུ་དྲའུ་རྐྱང་བཏོན་ལེ་གི་འདུག་ད་ངས་ཅིག་ཞི་བསྡུར་བྱས་རེ་བ་ད་འདི་ནང་ལོགས་འདི་ཡིན་ས་རེད་ཅི་སྟངས་ད་ད་ངས་བཏོན་བཞག་ཡོད་དམ་ཁོ་རང་ཚོ་གི་ལུགས་ཁོ་རང་གི་རི་མོ་རང་རེད་ར་ནི་ངེད་ཀྱི་དཔེ་མཛོད་ནང་ཡིན་ན་ད་དེབ་དྲ་རྒྱ་འདི་ནས་མང་པོ་ནས་ཚེག་ར། ད་ད་ཐང་མ་འདྲ་བོ་འདི་རེད་འདི་ནང་ལོགས་ནས་ད་སྐར་མ་ག་བྲིས་ལེ་སྐར་མ་ག་བྲིས་ལེ། ད་སྐར་མ་ག་དྲི་ལ་ད་ང་མང་པོ་ཞུ་བཤད་ཡོང་མ་སྤྱི་བཏང་ད་སྐར་མ་ག་དྲི་ལ་དཔེ་མང་པོ་འདུག་ལ་དེའི་ནང་ཁོ་ན་ད་སྐར་མ་ག་དྲི་ལུགས་དེ་ར་ནི་ད་དུས་རབས་བཅུ་དྲུག་པའི་ནང་ཁོ་ན་ཐང་ཆེན་དེ་ལའོ་ནང་བཞིན་གྱི་རེད། བཀྲ་ཤིས་རྣམ་པ་གསུམ་ལ་ཡིན་ཏོ་ད་དེའི་ནང་ལོ་ནི་ཨ་ནི་སྤྲུལ་སྐུ་ནམ་མཁའ་བཀྲ་ཤིས་ད་ཁོ་རང་སྲོལ་གཏོད་པ་པོ་རང་རེད། དེའི་སྐར་མ་ག་དྲིས་ཀྱི་དག་འདུག་དེ་ནི་དུས་རབས་བཅུ་དྲུག་པའི་ནང་ལོ་ན་འདི་ཞིག་རེད། དེའི་རྗེས་ཟ་ནི། དགོངས་པ། དེའི་རྗེས་ཟ་ན་ཆོས་བཀྲ་ཤིས་དང་ཟེར་ར། ཨ་ནི་ཀ་ཤོ་སྐར་མ། བཀྲ་ཤིས་ཞེས་བྱ་བ་ན་ག་དྲིས་ཀྱི་ལེགས་ཆ་ཡོན་ཏན་ངམ་ཟེར་ར། མི་ཉམས་གོང་འཕེལ་བཏང་ནས་ཟ་ན་ཁོ་རང་ཚང་མ་ལ་ཁོ་ཚོ་གསུམ་ལ་ག་རེ་ན་བཀྲ་ཤིས་རྣམ་གསུམ་ལ་ཟེར་ཨ་ནི་དེའི་ག་དྲིས་ཀྱི་དག་ཤུགས་ཆེ་ཤོས་དེ་དེ་བྱེད། ད་སྐར་མ་ག་དྲིས་ཀྱི་ལུགས་ལ་ལྟོས་ར། ད་དེའི་ནང་ལོ་ན་ད་སྐར་མ་པ་སྐུ་འཕྲེང། རྟ་རྔ། དྲན་པ་ཞེ་དྲག་སྲོལ་མི་འདུག་ལ། སྐར་མ་པ་སྐུ་འཕྲེང་ག་ཚོད་ནས་གཅིག་གིས་འདི་སྤེལ་མ་དགོས་འདི་བྲིས་ཞེས་རི་མོ་འདི་ད་ཁ་བསྡུར་བཤད་ན་རོ་རི་མོ་འདི་གི་བྲིས་སྟངས་དེ་རོ་རྒྱ་མིག་གི་ལུགས་དཔེ་ཤུགས་ཆེན་པོ་རེད་རྒྱལ་བྲིས་ཀྱི་ལུགས་ཆེན་པོ་ཅིག་ད་རྒྱལ་བྲིས་ལུགས་ནང་ན་འདི་རེད་དོ། ཡུལ་ལྗོངས་ཀྱི་བཀོད་པ་འདི་ལ་ད་སྤྱི་སྟངས་ངས་བྲིས་ད་ཡུལ་ལྗོངས་ཀྱི་བཀོད་པ་འདི་ཚོ་མང་པོ་ཡོད་མ་རེད

འདིས་ཀརྨ་པ་གིས་དེ་ལྟར་བེད་སྤྱད་དེ་རྒྱུན་འཛིན་བྱེད་ཀྱི་འདུག་བསམ་སོང་ངས་དྲིས་ཀྱང་ཀརྨ་པ་གིས་རི་མོ་མང་ཆེ་ད་ལྟ་ཀ་འདིའི་ནང་ལོགས་ཀྱི་རི་མོ་མ་ཁྱེད་རང་ཚོ་བཀའ་བརྒྱུད་ཚོགས་ཁང་ནང་ལོགས་ལ་མཐོང་ཡོད་རྒྱུ་ར། འདིའི་ནང་གི་རི་མོ་དེ་འདི་ལྟ་ད་རྒྱབ་ལོགས་ཡུལ་ལྗོངས་ལ་ཚ་ར་དཔེ་རིས་མང་པོ་ར་དཔེ་ཡང་པོ་དཔེ་བཏང་ཞོར་ན་གཅིག་མཚོན་བཏང་ཡིན་བསམ་བསམ་བྱས་ར་ཨ་ནི་བྲག་རི་དེ་ཚོ་ལ་འདི་སྣག་ཚ་གི་ཤུགས་ཆེན་པོ་དེ་འདྲ་བཀོད་རྒྱུ་ར་འདིའི་ནང་ལོགས་ངས་དྲིས་ད་འདིའི་ནང་བཞིན་གྱི་ར་དཔེ་ཤུགས་ཆེན་པོ་དེ་འདྲ་ཡོད་ར་ག་དྲིས་ཀྱི་ཁྱེད་ཆོས་ནི་ཟེར་རི་མོ་ཡང་ལ་ཟ་དོན་འདུལ་བ་དེ་རི་མོ་དཔེ་ཡང་པོ་མང་པོ་ཚ་ར་དཔེ་རིས་ཡོད་མ་རེད།

ད་ལྟ་དེང་སང་ད་རྒྱ་མི་དག་ནི་དེང་སང་དུས་ཚོད་འདི་འདིར་ད་ཀོ་རི་ཡ་ག་ཅིག་དེའི་དར་དེ་ད་སྙིང་རྗེ་མོ་འགྲོ་གཏོང་གི་ད་སྙིང་རྗེ་མོ་ད་དེ་སོ་སོ་ད་ལྟ་དང་ད་ཚུལ་མི་མང་ཆེ་ད་དེང་སང་དེ་སྙིང་རྗེ་མོ་ཚིག་དེ་ནང་བཞིན་གྱི་ཞལ་རས་དེ་ད་དཔེ་སྙིང་རྗེ་མོ་ཅིག་ཨ་ནི་འཛུམ་མདངས་ཡོད་པ་དར་ག་དུས་ན་དེ་འཛུམ་སྟོན་ན་སྙིང་རྗེ་ག་ག་དུས་ན་གདོང་ལུག་དེ་སྐྱོ་དུས་སྟོན་ན་ཨ་ནི་སྙིང་རྗེ་མོ་ད་ཨ་ནི་མཛེས་ཉམས་ཆེ་བ་ད་དཔེ་ཉམས་ཞིའུ་དེ་ཡོད་ད་ཅིག་གི་ཉམས་ནི་དུས་ར་ཅིག་གི་བུ་མོ་དེ་ཚོའི་ལག་པ།

སྐུ་མགྲོན་ག་ཚོད་ནས་ཅིག་ང་ད་མི་འགྱུར་འདུག་ཅེས་ཡིན་ན་ཡང་ག་རེ་ནས་ཅིག་ད་དྲན་པ་ཚོད་མི་འདུག་ལ་དེ་བརྒྱུད་རིང་པོ་ཅིག་རྒྱ་ནག་ལ་བཞུགས་ཡོད་རེད། དེ་བཞུགས་ནས་ཡང་འདི་ལ་ག་དྲིས་འདི་ལ་ལ་ཡང་ཤུགས་ཆེན་པོ་འདི་རྒྱ་མི་གི་ཤན་ཤུགས་ཆེན་པོ་ཐེ་བས་ཏེ་འདི་ཡིན་ད་དྲན་དེ་ལབ་ཚོད་ཆོད་རེད་ད་ཕལ་ཆེར་རེད་ཞེས་ལ་ཨ་ནི་ད་ལྕེ་རི་སྦོམ་ལ་ཟེར་བ་ཁྱུད་པ་ལ་ད་ལྕེ་ལྕེ་རྒྱལ་ཞོར་ལ།

འོ་དེ་ནང་བཞིན་གྱི་བྲག་རི་བྲིས་སྟངས་ལས་དེ་འདྲའི་རང་བྱེད་དེ་ར། ཨ་དེ་བྲིས་རྒྱུན་དེ་དག་ཟ་ཨན་ཁམས་ནང་ཆེན་དང་ཟ་སྡེ་དགེ་དང་ཟ་ཆབ་མདོ་གི་ཕྱོགས་སུ་ར་ད་ཤུགས་ཆེན་པོ་ཁྱབ་ཡོད་རེད་ཟ། ད་དང་ནང་བཞིན་དེའི་སྐད་ཆ་སྒྲོའི་སྐབས་སུ་ར་སྡེ་དགེ་སྡེ་དགེ་སྡེ་དགེ་ལས་ཟ། ད། ཁྱེད་རང་ཚོ་དེང་སང་ད་དེང་སང་ལ་ད་ཉི་མ་ཁ་ཤས་ཤིག་རྙེད་ལ་ར་སྡེ་དགེ་ནང་ལོ་དེ་ད་རྙོག་དྲ་ཞིག་བྱུང་དེ་ད་རི་འདིའི་ནང་ལོ་ནས་ནི་དགོན་པ་མང་པོ་ཞིག་གཏོར་དགོས་དོ་ར། དགོན་པ་མང་པོ་གཏོར་ནང་ལོ་ནས་དགོན་པ་ད་མང་པོ་ཡོད་ད་ངས་ཡག་མོ་རེད། འོད་ལྡན་དགོངས་པ་ཡིན་བསམ་སོ་ད་སྔ་དྲན་པ་བྱུང། དེའི་ནང་དགོད་རོ་ལྡེབས་རིས་ཤུགས་ཆེན་པོ་མང་ཆེ་བྱེད་རོ་ཨ་ནི་སྐར་མ་ག་དྲི་དང་སྨིན་ལུགས་ཀྱི་དུས་རབས་བཅུ་གཉིས་བཅུ་གསུམ་གྱི་རི་མོ་རེད་ད། ད་ད། ད་སྤྱི་ཚོགས་དྲ་ལམ་ནང་བཏང་འདོད་ད་ཁྱེད་རང་ཚོ་མཐོང་ངེས་རེད་ད་ང་ཚོ་ད་ང་ད་དེ་དེ་ག་རེད་དེ་ཚོ་བཏང་དུས་ད་སོ་སོ་གི། ཆེད་ལས་པ་ཡིན་དུས་དེ་དེ་དོ་སྣང་སྤྲད་རོ་ཨ་ནི་རི་མོ་དེ་ད། དགོན་པ་དེའི་རོ་དུས་རབས་ཕལ་ཆེར་བཅུ་གཉིས་བཅུ་གསུམ་དེ་ར་ད་དགོན་པ་དེ་སྙེ་མ། ཉིད་ཀྱིས་མང་པོ་ཞིག་བཏང་ཡོད་པ། ཁ་ཤས་ཅིག་གིས་ཚགས་ཚགས་ཚར་ཤོག་ཅིག་གནང་ལོར་ག་བྲིས་དང་དགོངས་པ་དེ་སྙེ་མ། བུམ་བོད་ཀྱི་རི་རེད་ལོ། ཕྱིས་སུ་ཨ་ནི་རྙིང་མའི་གི་དེ་རྒྱུད་རེད། དེའི་སྐབས་སུ་ར་ཨ་ནི། ད་དེ། བླ་མ་དེ་སེམས་དེ་ཁོང་ཡང་རྒྱ་ནག་ལ་ཕེབས་རྗེས་ཨ་ནི་ཕྱིས་སུ་ས་སྐྱ་དེ་བྱས་རེད་ལོ། ད་ད་ལྟ་དེའི་ནང་ལོར་ལ་སྐར་མ་ག་བྲིས་ཀྱི་ཤུགས་ཆེན་པོ་ཡོད་རེད་སྐར་མ་ག་བྲིས་འདུག་སྨན་བླ་གིས་བྲིས་འདུག་ཡང་ཕྱོགས་ཁ་ཤས་ཅིག་ལྟར་ན་རོ་ཡང་བེ་བྲིས་ཀྱི་རི་མོ་བྲིས་སྟངས་ཆོས་ར་བལ་པོ་གི་བྲིས་ཐང་དེའི་རི་མོ་ཁ་ཕྱིར་ད་ཁྱེད་རང་ཚོ་ང་འདི་ཁུག་པར་ད་དཔར་འདི་ད་ངས་ཁྱིས་མེད་རོ། ད་འདི་ཁྱེད་རང་ཚོ་ད་སྤྱི་ཟོག་དྲ་ལམ་ན་མཐོང་གི་རེད་དམིགས་བསལ་གྱིས་ད་ད་ད། བོད་བོད་ནང་ལོག་གི་ད་བསྟན་འཛིན་བསྟན་འཛིན་འོད་ཟེར་ལ་ཡིན་དུ་མོ་མོ་རང་གི་ངོ་དེབ་ནང་ད་འདི་དེབ་འདི་མང་ཚོ་བསད་འདི་སྟོན་ཞོར་རི་མོ་འདི་རོ། ཨ་ནི་ཁྱེད་རང་ཚོ་ཧ་གོ་ད་ངེད་ཀྱི་རི་མོ་འདྲ་འགྱུར་འདི་ད་འདྲ་བོ་འགྲོ་ད་གཅིག་པ་གཅིག་རྐྱང་ཡིན་པ་ཡང་ཧ་གོ་མ་ཁ་ཆེ་འདི་ཀྱིས་མ་འདི་རྗེས་ལ་ཡང་འགྱུར་ལྡོག་བྱེད་ཡོད་མེད་ང་ཚོ་ཧ་གོ་མ་ར།

ད་དེ་ག་འདྲ་ཡིན་འོ་དེ། ཡུལ་ལྗོངས་བཀོད་པ་ཚང་དཔེ་མང་པོ་ཡོད་མ་རེད་དཔེ་སྐྱ་བོ་ཆེ་ར་ཨ་ནི་དམིགས་བསལ་གྱི་ད་དེ་ལ་བལྟ་ན་ར་ག་འོ་དེ་སྤྲིངས་པ་ཞིག་རེད་ད་རྒྱ་མིའི་གི་ལུགས་སྲོལ་ཡིན་པ་གང་ཞིག་དེ་འདྲའི་སྒྲོ་ཤུགས་ཆེན་པོ་ཡོད་ད་ཨ་ནི་ད་དེ་ལ་ངེད་ཀྱི་གདམ་ས་དེ་ཚོ་ར་དཔེ་ལྷུག་པོ་འགྲོ་ཡོད་རེད་ད་དེ་ལ་ངེད་ཀྱི་མི་དང་དེ་འདྲའི་མི་དང་གཞན་པ་ཡང་ལྷ་མོ་འདྲ་བོ་དང་དེ་ཚོ་ཡོད་དུས་ར་དེ་གི་གདམ་ས་རྣམ་གྲངས་དེ་ཚོ་ར་དཔེ་ཚ་ར་དཔེ་ར་མང་པོ་ཡོད་མ་རེད་དེ་ལྟར་གཅིག་གི་ལྷོད་པོ་ཡིན་པ་གང་ལ་ཨ་ནི་གཅིག་ཉམས་ཞུ་བའི་རྒྱུ་དེ་འདྲ་ཞིག་ར། འོ་དེ་འདི་འདྲའི་གྲོགས་བྱས་ར། ཨ་ནི། ད་དེ་ང་གཉིས་ཀྱི་ད་དེབ་ནང་ལོགས་ལ་ངེད་ཀྱི་ལན་ཡོད་ར་ད་ཁྱེད་རང་ཚོ་དེ་མཐོང་གི་འདུག་ཨ། གཉིས་བ་དེ་སྨན་ལུག་དེ་རེད་ར་གཉིས་བ་འདི་རེད། ད་ཨ་ནི་གསུམ་པ་དེ་ད་འཇིགས་ཉིད་ན་ད་མཁྱེན་བརྩེ་ཆེན་པོ་ལུག་ཅེས་ཨ་ནི་འདི་ཐ་མ་ག་དེ་ཀ་མ་ག་བྲིས་ལུག་དེ་དེ་ད་བྲག་རིས་ཀྱི་བྲིས་ཐང་ཟོ་ད་དེང་སང་འདི་བྲག་རིས་དེ་ལན་ནི་ཨ་རི་མོ་བྲིས་ངན་མང་པོ་ར་སྨན་ལ་སྨན་ཐང་ལ་ཡི་དྭགས་ལ་བྲིས་ངན་དེ་འདྲ་ཡོད་རེད་ག་དེ་ན། གཅིག་ག་ཆའོ་ལ་ན་ག་བ་ནི་སྙིང་རྗེ་དང་མཛེས་ག་རེ། ཡག་ཡག་ཚང་མ་ལེན་ནི་དུས་ཞིག་ན་ང་རང་སོ་གི་ད་ལྟ་བོད་རྒྱུད་ཐང་ཐང་ག་དེ་དག་ན་རང་བོད་ཡུལ་ནས་ལེན་ཡོད་རེད་རྒྱ་ནག་ནས་ལེན་ཡོད་རེད་དེ་ནས་འདི་གཡོན་གྱི་རྒྱལ་ཁབ་འདི་ཚོས་ལེན་ཡོད་རེད་ཐང་མ་ང་ཚོ་རང་གི་མིག་ཆུ་ཚོད་ར་ད་དང་ད་ང་ཚོ་གི་རི་མོ་བྲིས་མཁན་མང་ཆེ་གཅིག་ག་ཅིག་ཏུ་ལ་ན་ཨ་ནི་གཅིག་ག་བ་ནི་སྙིང་རྗེ་ཅིག་ལེན་ནི་བྲིས་མཁན་དེ་འདྲ་ཡོད་རེད་ད་འདིའི་ཕྱོགས་གཅིག་ནི་ད་ཡག་པོ་རེད་ཕྱོགས་གཅིག་ནི་ར་ཁོ་རང་གི་ལུགས་སྲོལ་གོམས་གཤིས་དངོས་གནས་གཅིག་ཡོད་ར་དེ་གི་གཞིས་ཆགས་ས་ཆ་ར་དེ་བརླག་འགྲོ་གི་ད།

Commercial ལ་འོར་ང་ཚོ་ཚོང་ལས་ཚོང་རང་ཆགས་དུ་ཡོད་པ་ར་འོ་འདི་འདྲའི་སྒྲོག་ཅིག་ར་ད་རྡོག་རྡོག་དེ་གཉིས་ཀྱིས་ད་ཅི་ང་ཚོ་གི་དྲེ་རི་མོ་བྲིས་སྟངས་ཀྱི་ལུགས་དང་དེ་དྲུག་ད་སྐར་མ་ག་བྲིས་ན་ད་སྨན་བྲིས་ན་བལ་བྲིས་ན་དེ་འདྲའི་ད་སྡོམ་ཤུགས་ཆེན་པོ་ཞིག་ད་ཐ་མ་དེ་འདྲའི་སྒྲོག་ཤིག་རྒྱག་བཞེད་ཡིན་གསུང་གི་འདུག་ར་ད་ད་རང་རེད་ར།